འདི་གལ་ཆེན་པོར་སོང་གི་འདུག་ལས་དང་དབུ་བ་ཐམས་ཅད་དང་ང་ཚོ་དུས་རྒྱུན་དང་སྐྱབས་འགྲོ་བཏགས་པ་འདོན་གྱི་ཡོད་རེད། ཅེས་སྔགས་ཀྱི་སྐབས་སུ་བླ་མ་ལ་སྐྱབས་སུ་མཆིའོ་ཟེར་ཡང་དེ་དང་པོ་འདེབས་ཀྱི་ཡོད་རེད་དེ་ནས་དེའི་རྗེས་སུ་སངས་རྒྱས་ལ་སྐྱབས་སུ་ཆོས་ལ་སྐྱབས་སུ་མཆིའོ་དགེ་འདུན་ལ་སྐྱབས་སུ་མཆིའོ་ཟེར་ནས་དང་སྐྱབས་འགྲོ་དེ་འདོན་གྱི་ཡོད་རེད། བླ་མ་དང་པོ་ཡོན་ཏན་དེ་དང། དང་བླ་མ་ལ་བརྟེན་བྱས་ནས་ད་ནི་སངས་རྒྱས་ཀྱི་ཡོན་ཏན་ཆོས་དང་དགེ་འདུན་གྱི་ཡོན་ཏན་དེ་ང་ཚོ་ལ་ཐོབ་ཀྱི་ཡོད་པ་ཡིན་དུས་དང་པོ་བླ་མ་བརྟེན་པ་རེད་དང་ཐུན་མོང་ལ་བླ་མ་དེ་ཡོད་མ་རེད་ད་ཡིན་ན་ཡང། སངས་རྒྱས་ལ་སྐྱབས་སུ་མཆིའོ་ཆོས་ལ་སྐྱབས་སུ་མཆིའོ་དགེ་འདུན་ལ་སྐྱབས་སུ་མཆིའོ་སྐྱབས་གནས་དམ་པ་དཀོན་མཆོག་གསུམ་ལ་སྐྱབས་སུ་མཆིའོ་ཟེར་ཡང་དེ་སྐྱབས་འགྲོ་འདི་ད་ང་ཚོ་ཐོ་རངས་ཡག་གཉིད་སད་ནས་དང་པོ་སྐྱབས་འགྲོ་ཡིད་ལ་དྲན་དགོས་ཡག་དེ་ནས་ཅིག་ཉིན་མོ་ལས་དང་བྱ་བ་ག་འདྲ་ཞིག་བྱེད་པ་ཡིན་ན་ཡང་དཀོན་མཆོག་ལ་བློས་བཀལ་དགོས་བ་ཟས་དང་ཟ་མ་དེ་ནས་བྱ་དང་ཆང་ཆུ་ག་རེ་འཐུང་པ་ཡིན་ན་ཡང་དང་པོ་དེ་དཀོན་མཆོག་ལ་ཡག་མཆོད་པ་ཕུལ་ཡག། གོས་གསར་པ་ཅིག་གོན་པ་ཡིན་ན་རེད་དུས་རྒྱུན་གྱི་གོས་གོན་པ་ཡིན་ན་རེད་དང་པོ་དཔེ་ན་དཀོན་མཆོག་གསུམ་ལ་ཡང། སྒོ་བ་གོས་ཅིག་མཆོད་པ་ཕུལ་བ་ཅི་ཡང། ལྟེ་གནས་ཅིག་ཟས་ཅིག་ཟས་པ་ཡིན་ན་ཡང་དང་པོ་དཀོན་མཆོག་ཡིད་ལ་དྲན་པའི་ཐོག་ནས་སྐྱབས་གནས་དཀོན་མཆོག་གསུམ་ལ་མཆོད་པ་ཕུལ་ཡ་ད་དེ་ཚོ་འདྲི་བྱེད་ར་གས་ཆེ་བ་རེད་དུ་བ། ང་ཚོ་ནང་པའི་སངས་རྒྱས་པའི་ཡིན་ཟེར་གྱི་བ་རེད་སངས་རྒྱས་པ་ཡིན་ཟེར་དུས་བསམ་པ་ཅིག་སངས་རྒྱས་ཀྱི་རྗེས་འཇུག་ཡིན་ཟེར་བ་ཚོ་ཅིག་ཕན་གྱི་ཡོད་མ་རེད་སངས་རྒྱས་ཀྱི་ཡོན་ཏན་རང་རྒྱུད་ལ་ལྡན་པ་བྱེད་དགོས་ཀྱི་ཡོད་རེད་ཆོས་དང་ཡོན་ཏན་ཡའི་དགེ་འདུན་ཡང་རང་རྒྱུད་ལ་ལྡན་པ་བྱེད་དགོས་ཀྱི་ཡོད་རེད། དཔེར་ན་དགེ་འདུན་ཞེས་བཤད་ཡོན་དུ་དགེ་བ་ཟེར་ཡ་དེའི་དགེ་བ་དེ་ང་ཚོ་དགེ་མི་དགེ་གཉིས་ཀྱི་དགེ་བ་དེ་ཟེར་གྱི་ཡོད་མ་རེད་དེ་དགེ་བ་དེ་ཐར་པ་ལ་བཞག་གི་ཡོད་རེད། འདུན་ཟེར་དུས་ད་དེ་ཡི་རྒྱུད་ལ་བསླབ་གི་ཡོད་པ་ཡིན་དུས་དེའི་རྒྱུད་ལྡན་གང་ཟག་དེ་དགེ་འདུན་དཔའ་ཟེར་བའི་བཀའ་སོགས་དང་ཡང་ན་དགེ་དགེ་སློང་མ་ཡིན་ན་འདྲ་ད་ཅིག་ཕོ་མོ་གི་བྱས་པ་བསྟན་གི་བྱས་པ་མ་གཏོགས་དོན་དག་དེ་དགེ་ཟེར་ཡ་དེ་ཐར་པ་ལ་བཞག་དེའི་ཐོབ་བྱེད་ཀྱི་ལམ་ལ་ཡང་སོ་སོའི་འདུན་འགུག་གི་ཡོད་དུས་དེ་ལ་ཡང་གྲོགས་བྱེད་མཁན་དེ་ལ་དེ་ནི་དགེ་འདུན་ཞེས་ནས་མིང་དེ་བཏགས་ཀྱི་ཡོད་པ་རེད། དེ་འདྲ་ཡིན་དུས་ཐར་པ་སྒྲུབ་པའི་གེགས་དང་ལམ་རང་ལ་སྟོན་མཁན་དེ་ལམ་ལ་སྦྱོར་མཁན་དེ་དེ་ནི་དགེ་འདུན་ཟེར་གྱི་ཡོད་པ་རེད། དེ་འདྲ་ཡིན་དུས་ཅིའི་དུས་དང་རྣམ་པ་ཀུན་ཏུ་ང་ཚོ་མི་མང་པོ་གཅིག་གི་ནང་པ་ཡིན་ཟེར་གྱི་ཡོད་རེད་དེ་ཡིན་ན་ཡང་གཅིག་གི་དུས་རྒྱུན་དུ་སྐྱབས་འགྲོ་བསགས་བསྡད་པ་འདྲ་བོ་ཅིག་ཡང་གཅིག་གི་རྐྱེན་དང་བར་ཆད་སླེབས་ཡོང་དུས། དཀོན་མཆོག་སྲུང་གི་སྐྱོབ་ཐུབ་ཀྱི་མི་འདུག་བསམ་པའི་སེམས་ལ་ཡང་ལོག་ལྟ་ཅིག་ཡོང་དེ་ཡོད་རེད། གཅིག་གིས་ལྷ་དྲག་པོ་ལ་བསྟེན་དགོས་ཡ། འཇིག་རྟེན་པས་ཀྱི་ལྷ་མཐུ་བོ་ཆེ་བཙན་མཐུ་བོ་ཆེ་འབྱུང་པོ་མཐུ་བོ་ཆེ་སྟག་དེ་འདྲ་ལ་སོགས་པ་འདོར་ན་གཅིག་གིས་འཇིག་རྟེན་པའི་ལྷ་གཅིག་ལ་སྐྱབས་བཅོལ་བ་ཡིན་ན་ནད་ལ་ཕན་པ་འཇིག་རྟེན་པའི་ལྷ་གཅིག་ལ་སྐྱབས་བཅོལ་ན་དེ་ནི་ཡང་བར་ཆད་སྲུང་ཐུབ་ཀྱི་རེད་དཀོན་མཆོག་སྲུང་གི་སྐྱོབ་ཐུབ་ཀྱི་མ་རེད་བསམ་པ་འདྲ་བོ་དེ་འདྲ་ཞིག་བསམ་བློ་བཏང་ནས་བྱས་ཡོང་དུས་སྐྱབས་འགྲོ་རྣམ་དག་ཡོང་གི་ཡོད་མ་རེད་ད་གང་ལྟར་འདིའི་ནང་ལོགས་ལ་ཡར་ག་རེ་སོང་འདུག་ཟེར་ན་སྐྱབས་འགྲོ་རྣམ་དག་རྒྱུད་ལ་ལྡན་པ་ཡིན་ན་དེའི་སྟོབས་ཀྱིས་ལྟ་བ་རྣམ་དག་སྒོམ་རྣམ་དག་སྤྱོད་པ་རྣམ་དག་ཚང་མ་འདྲེན་ཐུབ་ཀྱི་རེད་གསུངས་འདུག་བ་དེ་འདྲེན་ཐུབ་ཀྱི་རེད་དེ་ཙམ་དུ་མ་ཟད་པའི་འཇིག་རྟེན་དང་འཇིག་རྟེན་ལས་འདས་པའི་ལམ་གྱི་ཡོན་ཏན་གོང་མ་གོང་མ་ཐམས་ཅད་ཡང་དེ་ཡི་རྒྱུད་ལ་སྐྱེ་ཐུབ་ཀྱི་རེད་དེ་ཡོན་ཏུ་བླ་མ་གོང་མ་ཚོ་ཡིན་ན་རེད་ལྷག་པར་དུ་བཀའ་གདམས་པའི་ཇོ་བོ་བཀའ་གདམས་པའི་བླ་མ་ཚོ་གིས་ད་ནི་སྐྱབས་འགྲོ་འདི་རང་ལ་གནད་དུ་བསྣུན་ནས། བླ་མ་ཡང་ངོ་མ་བླ་མ་སྐྱབས་འགྲོ་བ་ཟེར་འགྲོ་འདུག་བླ་མ་སྐྱབས་འགྲོ་བ་ཟེར་དུས་རང་གིས་སྐྱབས་འགྲོ་ཉམས་སྣང་བྱེད་གཞན་ལ་ཡང་སྐྱབས་འགྲོ་གི་ཡོན་ཏན་བཤད། ད་བྱིན་རླབས་རྒྱུད་ལ་འཇུག་མ་འཇུག་ཟེར་ཡ་དེ་གནས་ཚུལ་ལོག་ག་རེད་དང་པོ་ང་ཚོ་སྤྱི་བཏང་དུས་རྒྱུན་སངས་རྒྱས་ཆོས་དང་དགེ་འདུན་ཟེར་ནི་ཁ་ནས་བཤད་བསྡད་ཀྱི་ཡོད་རེད་ཡིན་ན་ཡང་སངས་རྒྱས་ཀྱི་ཡོན་ཏན་དེ་བཤད་ཀྱི་ཡོད་མ་རེད་ཆོས་ཀྱི་ཡོན་ཏན་དེ་ང་ཚོ་ཤེས་ཐུབ་ཀྱི་ཡོད་མ་རེད་དགེ་འདུན་གྱི་ཡོན་ཏན་ཡང་ཤེས་ཐུབ་ཀྱི་ཡོད་མ་རེད། ཨང། སངས་རྒྱས་ཆོས་དང་དགེ་འདུན་གྱི་ཡོན་ཏན་དེ་གནས་སྐབས་དང་མཐར་ཐུག་གི་ཡོན་ཏན་ཕྱི་ནང་གསང་གསུམ་གྱི་ཡོན་ཏན་ཐམས་ཅད་དེ་ང་ཚོས་མ་ཤེས་ཡོང་དུས་དེ་ག་ས་ཁ་ནས་ཨ་ནི་དཀོན་མཆོག་སྲུང་མ་སྐྱབས་སུ་མཆིའོ་ཟེར་བའི་ཅི་ཙམ་དུ་ཕན་ཡོན་ལོས་ཡོད་ཡོད་དེ་རེད་ཡིན་ན་ཡང་ཕན་ཡོན་ཚད་དང་ལྡན་པ་དང་ཕན་ཡོན་ཟབ་པོ་དེ་ཐོབ་ཐུག་གི་ཡོད་མ་རེད་དེ་འདྲ་ཡིན་དུས་སྐྱབས་འགྲོ་ཟེར་ཡ་དེ་དང་པོ་སངས་རྒྱས་ཀྱི་ཡོན་ཏན་དེ་རང་གིས་ཤེས་པ་བྱས། ཆོས་ཀྱི་ཡོན་ཏན་ཡང་ཤེས་པར་བྱས་དེ་ཚུར་ཀྱང་སློབ། དགེ་འདུན་གྱི་ཡོན་ཏན་ཡང་ཤེས་པར་བྱས་སློབ་པར་བྱས་ཧ་གོ་བར་བྱས་ད་དཀོན་མཆོག་གསུམ་གྱི་ཡོན་ཏན་འདི་མཐོང་ཡོན་དུ་མི་འཕྲོག་པའི་དད་པ་སྐྱེ་བ་རེད། མི་འཕྲོག་པའི་དད་པ་ཟེར་དུས་ཨོ་ད་ཅམ་ནས་དཀོན་མཆོག་གསུམ་ལ་ཡོན་ཏན་གྱི་ཁྱད་པར་དེ་འདྲ་ཞིག་འདུག་དེ་འདྲའི་ལ་སྐྱབས་སུ་སོང་ན་བསླུ་བ་མེད་པའི་ཡོན་ཏན་དེ་དེ་འདྲ་ཞིག་འདུག། མགོན་ཐུག་གི་འདུག་སྐྱོབ་ཐུག་གི་འདུག་དཔུང་གཉེན་བྱེད་ཐུག་གི་འདུག་ད་དཀོན་མཆོག་གསུམ་གྱི་ནང་ལོགས་ལ་ཡང་དུས་གསུམ་སངས་རྒྱས་སྲས་དང་བཅས་པ་ཐམས་ཅད་མ་ལུས་པ་ཡི་དམ་དཔའ་བོ་མཁའ་འགྲོ་ཆོས་སྐྱོང་སྲུང་མ་ཐམས་ཅད་ཚང་འདུག་ཟེར་ཡ་དེ་ཁ་ནས་རྒྱས་འདོད་བྱས་པ་ཙམ་མ་ཡིན་པ་ང་ཚོས་སེམས་ཀྱི་གཏིང་ནས་དེའི་ཡོན་ཏན་དེ་ཤེས་འགོ་གི་འདུག་བ། འདི་ཤེས་ན་ཤེས་ནས་དད་པ་མཐོ་བ་ཟིག་ཡོད་རེད། ད་དེ་མེད་པ་ཡིན་ན་དེ་ནི་སྐྱབས་འགྲོ་རྣམས་ད་ཅིའི་རྒྱུ་ལས་སྐྱེས་མ་ཐུབ་པ་ལ་བྱང་ཆུབ་སེམས་དཔའ་ཚེ་འགའ་འདྲ་བོ་དང་རིམ་གཉིས་ཀྱི་རྣལ་འབྱོར་དེ་ཚོ་དེ་དེ་ཡོང་མི་འདུག་བ་རྒྱ་གར་ཕྱག་ན་གི་སོང་བ་རེད་དཀོན་མཆོག་གསུམ་ལ་མ་བརྟེན་པའི་ཆོས་པ་བཟང་ཡང་མུ་སྟེགས་ཡིན་སོང་བ་རེད་སྐྱབས་འགྲོ་ལ་མ་བརྟེན་པའི་ཆོས་པ་ཡག་པོ་ཡོད་ནའི་དེ་མུ་སྟེགས་པ་ཡིན་སོང་བ་རེད་དེ་འདྲ་ཡིན་དུས་ད་ང་ཚོའི་སྐྱབས་འགྲོ་དེ་ནང་པ་སངས་རྒྱས་པའི་རྗེས་སུ་འཇུག་ཚར་བའི་རྗེས་སུ་ལ་ཡ་དེ་ནི་སྐྱབས་འགྲོའི་ཡོན་ཏན་དེ་ཤེས་པ་བྱས་ཤེས་ནས་དེ་ནི་མི་འཕྲོག་པའི་གི་དད་པ་བཅས་མོས་གུས་བཅས། དེ་འདྲ་བྱས་ཡོང་དུས་ད་ཅིག་སོ་སོ་ལ་སྐྱིད་པོ་བྱུང་ན་ཡང་དཀོན་མཆོག་གི་ཐུགས་རྗེ་རེད་འདི་ལྟར་ལོས་ཡིན་གཏམ་མང་ཆེ་བ་བཤད་ཀྱི་ཡོད་རེད་ང་ཚོ་ཟས་ཟེར་གྱི་ཡོད་རེད་ཚོང་གྱི་ལམ་ལ་སོང་ན་དཀོན་མཆོག་གི་ཐུགས་རྗེ་རེད་ཟེར་ཡོད་རེད་དེ་ནས་ཚོང་མ་ཁ་ཤི་སོང་ན་དཀོན་མཆོག་ལ་ཐུགས་རྗེ་མི་འདུག་ཟེར་ཡག་འདྲ་བོ་ཞིག་ད་དེ་འདྲ་བྱས་བསམ་བློ་བཏང་དུས་རོ། དགོན་པ་གཅིག་ལ་ཡ་དགོན་མོ་སྟོང་ཕྲག་གཅིག་དང་ཁ་ཐག་ཅིག་ཕུད། མཆོད་མེ་ཅིག་ཡོད་པར་ད་དེ་རིང་ཚོང་ལ་འགྲོ་གི་ཡོད། ཁེབས་སང་ཡག་པོ་ཅིག་ཡོང་བ་ཤོག་ཟེར་ནས་ཚོང་ལ་འགྲོ། ད་གདོང་དུས་ཚོང་ཧ་ལོ། སུ་ལས་ཡོང་དུས་ངས་དགོང་མོ་སྟོང་ཕྲག་གཅིག་གི་གྲོ་ལ་འགྲོ་སོང། ད་དེ་ཕན་ཐོགས་བྱུང་མ་སོང་སེམས་པ་འདྲ་པོ་དེ་འདྲ་གི་ལོག་ལྟ་བྱེད་ཀྱི་འདུག་བ། དེ་མ་ཡིན་པ་ཇོ་བོ་བཀའ་གདམས་པའི་མན་ངག་ལྟ་བུ་ཞིག་སྐྱིད་པོ་བྱུང་ན་ཡང་དཀོན་མཆོག་གི་ཐུགས་རྗེ། སྡུག་པོ་བྱུང་ན་ཡང་ལས་འདི་སྒྲིབ་སྦྱོང་བ་ཡང་དགེ། ཐབས་ལམ་རེད། དེ་ཡང་དཀོན་མཆོག་གི་ཐུགས་རྗེ་རེད། སྡིག་པ་ལ་བརྟེན་ནས་འབྲས་བུ་སྡུག་བསྔལ་བསམ་གྱིས་མི་ཁྱབ་པ་དོའི་དགྲ་ལ་ཡུན་རིང་བ་ཅིག་མྱོང་གི་རེད་དེ་ཡིན་ན་ཡང་དཀོན་མཆོག་གི་ཐུགས་རྗེས་ད་རིང་ལུས་རྟེན་འདི་གི་སྟེང་དུ་ལུས་སེམས་ཀྱི་སྡུག་བསྔལ་འདི་འདྲ་ཞིག་མྱོང་ཡང་དེ་ཡང་དཀོན་མཆོག་གི་ཐུགས་རྗེ་རེད་མདོར་ན་སྐྱིད་སྡུག་ལེགས་ཉེས་བཟང་ངན་གང་བྱུང་ན་ཡང་དཀོན་མཆོག་གི་ཐུགས་རྗེ་ཡིན་པ་ལ་ཡིད་ཆེས་གཞན་གྱི་དྲིང་མི་འཇོག་པའི་གཞན་དྲིང་མི་འཇོག་པའི་གི་ཡེ་ཤེས་ཀྱི་སྤྱད་ཐུགས་དགོས་ཡར་དེ་སྤྱད་ན་དེ་ནི་དཀོན་མཆོག་གི་སྐྱོབ་གི་རེད་བསམ་དགོན་གི་རེད་དཔུང་གི་རེད་ཟེར་དེ་ང་ཚོ་དེ་རེད་ད་དེ་དཀོན་མཆོག་གཅིག་པུ་མ་རེད་ང་ཚོ་སུ་དང་སུ་ཡིན་ན་ཡང་ཡི་དམ་གི་ལྷ་ཡིན་ན་རེད་ཆོས་སྐྱོང་སྲུང་མ་ཡིན་ན་རེད་མོས་གུས་དང་དད་པ་ཟེར་ཡག་དེ་དགོས་གི་ཡོད་རེད་མོས་གུས་དང་དད་པ་དེ་ཡང་ཐད་ཁ་ས་བྱས་ནས་རྒྱུ་མཚན་མེད་པ་མ་ཡིན་པ་རྒྱུ་མཚན་རྣམ་དག་ལ་ཡང་ངེས་ཤེས་ཡང་དག་པར་འདྲོངས་པ་དེའི་དྲངས་པའི་ཡིད་ཆེས་དང་དད་པ་དང་མོས་གུས་ཀྱིས་ནི་བྱིན་རླབས་འཇུག་ཡོང་བ་རེད་དེ་འདྲའི་རྒྱུད་ལྡན་གྱི་གང་ཟག་ལ། ཀུན་སྤྱོད་ལ་ལོག་ལྟ་ནམ་ཡང་སྐྱེ་མི་སྲིད་པ་རེད། རང་ལ་ག་ཚོད་ཅིག་གིས་བཀྲ་མ་ཤིས་པ་དང་ལྟས་ངན་པ་དང་ལས་བསོག་མ་རུང་བའི་གི་དེ་ནི་ཅིག་གི་དཀའ་ངལ་དང་བར་ཆད་བྱུང་པ་ཡིན་ན་ཡང་ཀུན་སྤྱོད་ལ་ལོག་ལྟ་ནམ་ཡང་སྐྱེ་གི་མ་རེད་དེ་ཙམ་ལ་མ་ཟེར་བར་ད་རུང་ཡང་ལས་འབྲས་ལ་ཡང་ལྷག་པར་དུ་ཡིད་ཆེས་པ་དང་ལྷག་པར་དུ་གཞན་དྲིང་མི་འཇོག་པའི་ཡིད་ཆེས་བསྐྱེད་ཡོང་དུས་དེ་ནི་བཤད་ནས་དད་པ་ཐོག་ཡོང་དུས་ཀུན་སྤྱོད་ལ་ཡིད་ཆེས་ཆེ་རུ་འགྲོ་ཡག། ལས་དང་རྒྱུ་འབྲས་ལ་ཡིད་ཆེས་ཆེ་རུ་འགྲོ་ཡ་ཅི་ཡིན་དེ་དག་ལ་བརྟེན་ནས་གཟིགས་ཡོད་ད་རྐྱེན་ངན་པ་དེ་ཚོ་ལ་བརྟེན་བྱས་ནས་ཡང་ད་རུང་ཡིད་ཆེས་བརླག་འགྲོ་ཡ་དང། དེ་ནས་ཅིག་དད་པ་བརླག་འགྲོ་ཡ་ད་ཕར་བཞག་ལྷག་པར་དུ་ཡིད་ཆེས་ཆེ་རུ་འགྲོ་ཡ་དད་པ་ཆེ་རུ་འགྲོ་ཡ་ལ་སོགས་པའི་རྐྱེན་མང་པོ་ཡོང་པ་དེ་ཇོ་བོ་བཀའ་གདམས་པའི་བླ་མ་གོང་མ་ཚོ་གི་ད་ཉམས་ལེན་གྱི་ནང་ལ་མང་པོ་ཅིག་གསུངས་བསྡད་ཡོད་རེད། གསུངས་པ་ཙམ་མ་རེད་ང་ཚོས་རྒྱུ་མཚན་དེ་ཚོ་ལ་བརྟག་དཔྱད་བཏང་གི་ཡིན་ན་ད་ཕན་ཐོགས་ཆེན་པོ་འདུག་དེ་འདྲ་ཡིན་དུས་འདིའི་ནང་ལ་ཡང་སྐྱབས་འགྲོས་ཀྱི་ཕན་ཡོན་དེ་དག་ཤུགས་བུ་མང་པོ་ཞིག་འདུག་ཕྱོགས་སྡེ་མང་པོ་ཞིག་གི་ནང་ལ་ཡང་ཕན་ཡོན་དང་མདོར་ན་ཚེ་གཅིག་ལུས་གཅིག་ལ་སངས་རྒྱས་དགོས་ན་ཡང་དཀོན་མཆོག་གསུམ་ལ་ཐུགས་རྗེ་ལ་བརྟེན་དགོས་རེད། དཀོན་མཆོག་གི་ཐུགས་རྗེ་ལ་མ་བརྟེན་པའི་འཚང་རྒྱ་བའི་ལམ་ཡོད་མ་རེད་ཅེས་ནས་ད་ཐག་དེ་ན་ཅེས་ནས་སོང་འདུག་དེ་ལ་བརྟེན་ནས་བརྟེན་ནས་སྐྱབས་སུ་འགྲོ་དགོས་རེད། མྱུར་དུ་མངོན་པར་རྫོགས་པ་སངས་རྒྱ་བ་ལ་ཡང་སྐྱབས་སུ་འགྲོ་བ་སྟོན་དགོས་རེད་ཟེར་ནས། འདི་ལ་ཡང་གུ་རུ་རིན་པོ་ཆེ་གི་ལུང་གཅིག་དྲངས་ཡོད། སྐྱབས་འགྲོ་རེམས་ན་ཆོས་མང་པོ་བྱ་མི་དགོས། འབྲས་བུ་བྱང་ཆུབ་ལས་འཆོར་དོགས་མེད་ཀྱིས་གསུངས། སྐྱབས་འགྲོ་དེ་ལ་རྣམ་དག་ཅིག་ཉམས་ལེན་བྱེད་ཐུབ་ན་ཆོས་མང་པོ་ཅིག་ལ་མ་བསླབས་ན་ཡང་འགྲིག་གི་རེད་དེ་དངོས་གནས་རེད་ཡ་རེད་འདོད་ཡོད་རེད་བ། ངེས་འབྱུང། སྐྱབས་འགྲོ་ལ་བརྟེན་ནས་ངེས་འབྱུང་གི་བློ་སྐྱེ་གི་འདུག། ནས་འདུག་བ། སྐྱབས་འགྲོ་ལ་བརྟེན་ནས་བྱང་ཆུབ་ཀྱི་སེམས་ཀྱི་བློ་གཅིག་གིས་འདུག། སྐྱབས་འགྲོ་ལ་བརྟེན་ནས་བླ་མ་ཡི་དམ་དཔའ་བོ་མཁའ་འགྲོ་ཆོས་སྐྱོང་སྲུང་མ་ཐམས་ཅད་གཅིག་ཆོག་ཏུ་དད་པ་དང་མོས་གུས་སྐྱེ་གི་འདུག། སྐྱབས་འགྲོ་ལ་བརྟེན་ནས་རིག་གཉིས་ཀྱི་ཉམས་ལེན་སླེབ་གི་འདུག་སྐྱབས་འགྲོ་ལ་བརྟེན་ནས་ལྟ་སྒོམ་སྤྱོད་པའི་ཉམས་ལེན་སླེབ་གི་འདུག་བང་སྒྲིག་བཤད་ན། དེ་འདྲ་ཡིན་དུས་ད་སྐྱབས་འགྲོ་ལ་རེམ་ན་ཟེར་ཏེ་རང་མགྲོན་པོ་རེམ་མ་རེམ་རེམ་ཟེར་ཏེ་སྐྱབས་འགྲོ་ལ་བརྩོན་ན། སྐྱིད་སྡུག་ལེགས་ཉེས་བཟང་ངན་གང་བྱུང་ན་ཡང་སྐྱབས་འགྲོ་ཁོ་ན་ལ་བློ་གཏད་ལིང་བསྒྱུར་ཐུབ་པ་ཡིན་ན་བསྟན་ནས་ཆོས་མང་པོ་བསླབ་དགོས་པ་མི་འདུག་ཟེར་གསུངས་ཡོད་དུས་ང་ཚོ། གནད་འགག་ཆེ་ས་ཀྱི་ཆོས་དེ་ཕར་བཞག་ལ་སྣོན་མོ་གོ་ཡ་གཅིག་གིས་ཆོས་རྩ་གལ་གཙོ་གལ་མང་པོ་ཅིག་བྱེད་ཀྱིན་ད་པ་སྤྲུལ་རིན་པོ་ཆེ་གསུང་བ་ནང་ད་དང་ད་ནི་ད་ལོ་འཇམ་མགོན་བློ་གྲོས་མཐའ་ཡས་ཀྱིས་ཕྱག་ཆེན་ངེས་དོན་སྒྲོན་མེ་ནང་གསུང་བ་ལྟ་བུ་རེད་ད་མདོར་ན་ང་ཚོ་གཅིག་ཆོས་གཅིག་བྱས་ནང་ནས་མང་པོ་ཅིག་བྱེད་དགོས་སྣང་ཤར། དཔེ་ཆ་གཅིག་མགོ་ན་ཡང་དཔེ་ཆ་མང་པོ་ཅིག་བསྡུ་རུབ་བྱེད་མགོ་ན་ཤར། དེ་ཚོ་ཚང་མ་ཤེས་མགོ་ན་ཤར། དེ་ཚོ་ཚང་མ་རྟོགས་མགོ་ན་ཤར། ད་མགོ་ན་ཤར་ན་ད་ཡག་པོ་རེད་དེ་དེ་མགོ་ན་ཤར་བ་ཙམ་ལ་བཞག་པ་མ་གཏོགས་རྟོགས་པའི་ཐབས་ལ་ནི་མི་བརྩོན་པ། ལེ་ལོའི་དབང་དུ་སོང་རྣམ་སྨིན་གྱི་དབང་དུ་སོང་ཆགས་སྡང་གི་དབང་དུ་སོང་ལྟར་སྣང་ཚེ་འདི་གི་བྱ་བཞག་ཁོ་ནའི་གི་དབང་དུ་རང་དབང་མེད་པར་བློ་འཁོར་འགྲོ་དུས། དེ་ལ་བརྟེན་ནས་ཆོས་རྣམ་དག་དྲན་གྱི་ཡོད་མ་རེད། ད་དེ་འདྲའི་ལ་བསམ་བློ་བཏང་ཡོད་དུས་རྩ་བ་ག་བ་ཐུག་བཞག་ཟེར་ན་དེ་ནི། ལས་འབྲས་ལ་ཡིད་ཆེས་མེད་པ་ལ་ཐུག་དེ་འུ་སི་ད་དེ་རེད། དེ་ལ་བལྟས་ནས་ད་ལས་འབྲས་དེ་རྩ་བ་ཆེན་པོ་ད་གིན་མགོ་ལ་ཡི་སོང་སོང་བ་ད་གིན་མགོ་ལ་འགྲོ་ཚར་བ་རེད་ལས་འབྲས་རྩ་བ་ཆེན་པོ་རེད། ལས་འབྲས་ལ་ཡིད་ཆེས་རྣམ་དག་བྱས་ན་དཀོན་མཆོག་ལ་ཡང་དད་པ་མ་བྱས་བས་ཐབས་མི་འདུག་དབང་མི་འདུག་ངེས་པར་དུ་སྐྱེ་གི་རེད་དེའི་སྟོབས་ཆེ། ལས་འབྲས་ལ་ངེས་པར་འགྲོངས་པའི་སྟོབས་ཀྱིས་ཀྱང་ནི་དཀོན་མཆོག་ལ་ཡང་ཡིད་ཆེས་དང་མོས་པ་དད་པ་ལྷག་པར་དུ་སྐྱེ་གི་རེད། དེའི་སྟོབས་ཀྱིས་ལང་མོ་གོང་མ་གོང་མ་གི་ཨ་ནི་ཅིག་ལྟ་སྒོམ་སྤྱོད་པའི་ཉམས་ལེན་དེ་ཚོ་འདྲེན་ཐུབ་གི་རེད་རྟོགས་ཐུབ་གི་རེད་ཞེས་ཡོང་དུ་མདོར་ན་རྒྱལ་བའི་བསྟན་པ་ལ་འཇུག་པའི་ལམ་གྱི་རིམ་པ་དེ་ཚོ་བྲལ་ཏེ་གོ་རིམ་མ་ནོར་བ་ཨ་སེ་ཡ་ཏི་དེ་ག་ས་ང་ཚོ་གཅིག་གཉིས་གསུམ་བཞི་ཟེར་སྒྲིག་བྱས་པ་ལྟ་བུ་མ་ཡིན་པར་ཉམས་ལེན་གྱི་རིམ་པས་རྟོགས་ནས་ལ་མོ་འོག་མ་གི་གོང་མ་འདྲེན་གོང་མ་དེ་གིས་དེའི་གོང་མ་འདྲེན་ནས་ཨ་ནི་ལམ་ཐམས་ཅད་དེ། ཅིག། གསུང་རབ་ཐམས་ཅད་གདམས་ངག་ལ་ཡང་ཕྱིར་ཐུབ་པ་ཟེར་ཡག་དེ་དེ་ནས་ཡོང་བ་དང། གསུང་བཀའ་ཐམས་ཅད་གདམས་ངག་ལ་ཕྱིར་ཐུབ་པ། གསུང་རབ་ཐམས་ཅད་གདམས་ངག་ལ་ཕྱིར་ཐུབ་པ། གསུང་རབ་ཐམས་ཅད་ཉམས་ལེན་ལ་འདྲིས་ཐུབ་པ། མདོར་ན། དགེ་ཚུལ་བཀའ་རུས་ཀ་ནས་བཟུང་སྟེ་གཉིས་མེད་དུས་ཀྱི་འཁོར་ལོ་དགུའི་བར་དུ་མདོ་སྔགས་ཀྱི་ཆོས་ཚུལ་ཐམས་ཅད་དེ་གང་ཟག་གཅིག་འཚང་རྒྱ་བའི་ཀྱི་ལམ་གྱི་རིམ་པ་ལ་བསྒྲིགས་ཤེ་ན་དེ་ལ་ཇོ་བོ་བཀའ་གདམས་པ་ཟེར་མིང་བཏགས་བས་དེ་རེད་བ། དེ་མ་གཏོགས་དཔེ་ཆ་ཚང་མ་ཤེས་པ་གཅིག་ལ་གོ་གི་ཡོད་མ་རེད། དཔེ་ཆ་ཚང་མ་ཀློག་ཤེས་པ་ལ་གོ་གི་ཡོད་མ་རེད། དཔེ་ཆ་ཐམས་ཅད་བློ་ལ་ཡོད་པ་ལ་གོ་གི་ཡོད་མ་རེད། བཀའ་ཐམས་ཅད་གདམས་ངག་ལ་ཆོས་ཟེར་ཡ་དེ་མདོར་ན་མདོ་སྔགས་ཀྱི་ཆོས་ཐམས་ཅད་དེ་གང་ཟག་གཅིག་འཚང་རྒྱ་བས་ཀྱི་ལམ་གྱི་རིམ་པ་ལ་ཡང་དགའ་བ་མེད་པ་གཅིག་གིས་གཅིག་ལ་དགའ་དགའ་སོང་བ་མ་ཡིན་པ་གཅིག་གིས་གཅིག་ལ་ཡང་མཐུན་རྐྱེན་དང་རྒྱབ་གཉེར། གཅིག་གྲོགས་སུ་གཅིག་ཆེར་ཤེས་པ་བཅས་བྱུང་ན་གང་ཟག་གཅིག་འཚང་རྒྱ་བའི་ལམ་གྱི་རིམ་པ་ལ་བག་འགྲིག་ཤེས་ན། དེ་ལས་ཡང་ཇོ་བོ་བཀའ་ཐང་པ་དེའི་རྩ་བ་དེ་དང་ང་ཚོ་ལས་འབྲས་ལ་ཐུག་འདུག་ག་ལས་འབྲས་ལ་ཡིད་ཆེས་མེད་ཟེར་ན་ད་སངས་རྒྱས་རྩ་བ་ཆེན་པོ་རེད་ཆོས་རྩ་བ་ཆེན་པོ་རེད་དགེ་འདུན་རྩ་བ་ཆེན་པོ་རེད་སྐྱབས་སུ་འགྲོ་ཟེར་ན་ཆོས་ལུགས་ཀྱི་རྣམ་པ་ཞིག་འཐུང་གི་རེད་ནང་པ་སངས་རྒྱས་པ་ཡིན་ཙང་ད་ནི་སངས་རྒྱས་ཆོས་དང་དགེ་འདུན་དེ་ཁས་ལེན་དགོས་ཀྱི་རེད་ཟེར་ཆོས་ལུགས་གཞན་དང་གཞན་གྱི་ཁས་ལེན་ལྟ་བུ་ཅིག་ཆགས་འགྲོ་གི་འདུག་ག་དེ་མ་ཡིན་པར་ང་ཚོ་དཀོན་མཆོག་ལ་ཡང་ཡིད་ཆེས་སྐྱེ་ཡག་དེ་ཤེས་ནས་དད་པ་ཐོབ་པ་ཟེར་ཡག་དེ་རྒྱུ་མཚིག་དེ་ཞེ་དྲག་གི་སྟོབས་ཆེན་པོ་རེད་བ། ཤེས་ནས་དད་པ་ཐོབ་ཟེར་ཡག་དེ་ཤེས་ནས་ཟེར་ཡག་དེ་རྒྱུ་མཚན་ཤེས་དགོས་རེད་ཟེར་ཡག་རེད་བ། དང་པོ་ནས་བླ་མེད་ཀྱི་ད་དེང་སང་ཨ་ཉོག་ཆུང་ཆུང་དེ་ཚོ་ཅིག་ཚོད་ལ་མ་ཚོད་ལ་དེ་ནས་ཕ་མ་གཉིས་ཀྱི་དགོན་པ་ནང་ཁྱི་རུ་ད་སྐྱབས་འགྲོ་སྡོམ་པ་ཞུ་ཟེར་དེ་བླ་མའི་གཙུག་ཕུད་ཅིག་བྲེགས།

ཇོ་བོ་ཀ་དམ་པའི་ལུགས་ལ་འཁོར་བ་ལ་འབྲེལ་ཐག་བཅད་པ་འཁོར་བ་ལ་འབྲེལ་ཟེར་དུས་ཆགས་སྡང་གི་འབྲེལ་དེ་ཡོད་པ་རེད། འདོད་ཆགས་ཀྱི་བློ་ཞེ་སྡང་གི་བློ་གཏི་མུག་གི་བློ་མདོར་ན་བདག་ཏུ་འཛིན་པའི་ཀྱི་བློ་ལྷན་སྐྱེས་ཀྱི་བདེན་འཛིན་འདི་ཀྱིས་འཁོར་བ་ལ་བཅིངས་བསྡད་པ་ཡིན་དུ་ད་ང་ཚོས་སྤང་དགོས་ཡ་ཆོས་ཉམས་ལེན་ག་འདྲས་ཅིག་བྱས་པ་ཡིན་ན་ཡང་ང་ཚོ་དམིགས་ཡུལ་འདྲ་དམིགས་ཡུལ་འབེན་འདྲ་དེ་ག་རེད་ཟེར་ན་བདེན་འཛིན་གྱི་བློ་དེ་རེད་ལྷན་སྐྱེས་ཀྱི་བདེན་འཛིན་གྱི་བློ་དེ་ཟད་དགོས་ཀྱི་ཡོད་རེད་ད་དེ་བླངས་མ་ཁེལ་ཡོང་དུས་དེའི་ཆེད་དུ་དེ་ནས་སྐྱབས་འགྲོའི་སྡོམ་པ་བཟུང་བ་ནས་བྱས་ནས་གསང་སྔགས་བླ་མེད་ཀྱི་བར་དུ་མདོ་སྔགས་ཀྱི་ཉམས་ལེན་ཐམས་ཅད་དེ་དེའི་ཐོག་ལ་སྤུངས་དགོས་བ་དེའི་སྟེང་དུ་འགྲོ་དགོས་བ་དེའི་སྟེང་དུ་ལྷན་དགོས་བ་རེད་བློ་ཆུང་དོན་ལྡན་པའི་ནང་ལ་ཡང་དེ་ནི་ཆོས་ཀུན་དགོས་པ་གཅིག་ཏུ་འདུས་ཟེར་ཚིག་རྐང་གཅིག་འདུག་བ་ཆོས་ཀུན་ཟེར་ཏེ་མདོ་སྔགས་ཀྱི་ཆོས་ཉམས་ལེན་གང་དང་གང་བྱེད་པ་དེ་ཀུན། དགོས་པ་དེ་གཅིག་མ་ཐོན་ཡོད་མ་རེད། གཅིག་སོ་སོ་ག་རེ་གཅིག་དེ་བདག་འཛིན་གྱི་བློ་དེ་ཟད་དགོས་ཀྱི་རེད། སྡིག་འཛིན་གྱི་བློ་དེ་ཟད་དགོས་ཀྱི་རེད། ང་རང་ཚོ་ལ་ཡ་སྡུག་པོ་སྤྲད་མཁན་དཀའ་ངལ་སྤྲད་མཁན་དོན་དག་མེད་པ་ངན་སོང་གསུམ་ཅི་རིགས་འཁོར་བ་བྱེ་བྲག་ངན་སོང་གི་སྡུག་བསྔལ་ལ་སྦྱོར་མཁན་དེ་སུ་རེད་ཟེར་ན་སྡིག་འཛིན་གྱི་བློ་དེ་རེད། སྡུག་བསྔལ་ལ་སྦྱོར་བཞིན་དུ་ད་དུང་ཡང་དེའི་སྦྱོར་བྱེད་ཀྱི་རྒྱུ་དེ་ལ་ཡང་ངམ་ངམ་ཤུགས་ཤུགས་ཀྱིས་བསླབ་བསྡད་པ། ཆོས་ཀྱི་ནང་ནས་འཛུལ་བྱས་ནས་བླ་མའི་མདུན་ནས་ཆོས་ཞུ་དགེ་བའི་བཤེས་གཉེན་མང་པོ་ཞིག་བསྟེན། རང་གི་གསུང་རབ་དགོངས་འགྲེལ་དང་བཅས་པ་ཐམས་ཅད་ལ་སྦྱངས་བསླབ་པའི་སྐབས་སུ་ལ་འཁོར་བའི་རྩ་བ་སྲིད་པའི་རྩ་བ་དེ་བདེན་འཛིན་ཡིན་པ་བདག་ཏུ་འཛིན་པའི་བློ་ཟེར་ཡ་དེ་ཡིན་པ་ཧ་གོ་བཞིན་དུ་ཤེས་བཞིན་དུ་རྟོགས་བཞིན་དུ་རིག་བཞིན་དུ་ཡང་ད་དུང་ཡང་བག་ཆགས་ངན་པའི་སྟོབས་ཀྱིས། དེར་སྐྱེ་མཆེད་ཀྱི་རྒྱུད་ལ་ངག་དབང་ཤུགས་ཤུགས་ཀྱིས་བསླབ་དེ་ཡང་དེ་འབྲེལ་གྱི་བག་ཆགས་མཐུག་པོ་བག་ཆགས་སྟོབས་ཆེན་པོ་བག་ཆགས་ཡུན་རིང་པོ་གཅིག་ལས་ཡར་འདྲིས་བསྡད་པ་དེ་འདྲས་དེ་སྤང་བར་དགོས་སྤང་དགོས་ཀྱི་ཡོད་རེད་ད་དེ་སྤང་ཐུབ་ཀྱི་ཡོད་མ་རེད་དེ་མ་སྤང་བའི་ཐོག་ལ་ད་རུང་དེ་སྤོང་བྱེད་ཀྱི་གཉེན་པོ་ཆོས་དྲུག་ཡིན་ཟེར་གྱི་ཡོད་རེད་ཡིན་ན་ཡང་ཆོས་དེ་ཡང་བདག་འཛིན་གྱི་གཉེན་པོ་ལ་མ་སོང་བར་བདག་འཛིན་གྱི་ཁ་གནོན་ལ་འགྲོ་གི་འདུག་ག་རེད་འདུག་ག། སྟེ་འགྲོ་གི་འདུག་དཔེར་ན་དཔེ་ཆ་ཞིག་བལྟས་པ་ཡིན་ན་ད་ལོ་ལྔ་དྲུག་ཅིག་ལ་དཔེ་ཆ་ཞིག་བལྟས་ལོ་བཅུ་གཉིས་བཅུ་གསུམ་ག་ཚོད་ཅིག་དཔེ་ཆ་བལྟས་པ་ཡིན་མདོ་སྔགས་གཉིས་ཀ་གི་སློབ་སྦྱོང་ཆེད་གཞུང་ཆེན་བཀའ་པོད་ལྔ་འདྲ་བོ་ཅིག་སློབ་སྦྱོང་བྱེད་ས་ཞུགས་ད་ཡང་དེས་གང་དང་གང་བསླབ་བཞག་པ་དེ་ལྟ་བ་དེ་ཚོ་དེ་བསླབ་བཞག་པ་དེ་ནང་ཚན་གྱི་སྟེང་དུ་ལ་སྤུངས་མཁན་དེ་དཀོན་པོ་དུ་བ་ང་མཁས་པ་ཡིན་བསམ་པ་འདྲ་ང་སློབ་སྦྱོང་ལ་མཁས་ཤིང་ཡུན་རིང་པོ་བྱས་པ་ཡིན། ང་ལྟ་བ་ལ་མཁས་པ་ཡིན། དབུ་མ་ལ་མཁས་པ་ཡིན། སེམས་ཙམ་ལ་མཁས་པ་ཡིན། བྱེ་བྲག་སྣང་བ་ལ་མཁས་པ་ཡིན། མདོ་སྡེ་པ་ལ་མཁས་པ་ཡིན་ཟེར་ནས་གྲུབ་མཐའི་གི་ལྟ་གྲུབ་ཀྱི་ཐོག་གི་གཞི་འཛིན་དང་བདེན་འཛིན་གཞན་ལས་ཀྱང་ང་ཁྱད་པར་དུ་འཕགས་པ་ཡིན་གཞན་དེ་ལྟ་བུ་སྦྱང་བའི་མར་ང་ལོ་མང་པོ་ཅིག་ལ་ཡང་དཔེ་ཆ་ཤེས་མཁན་ཡིན་བསམ་པའི་གི་ལྟ་ནི་ང་རྗེས་ཅིག་སླེབས་ཡོད་རེད་འདུག་ག་དེ་སླེབས་ཡོང་དུས་དེ་ནི་དཔེ་ཆ་བལྟས་པ་དེ་གི་ཕན་མ་ཐོགས་པའི་སྒང་ལ་སྡང་འཛིན་གི་གཉེན་པོ་མིན་པ་སྡང་འཛིན་གི་ཁ་གནོན་ལ་འགྲོ་གི་འདུག་ག། ད་མཚམས་ཀྱི་བལྟས། ལོ་གསུམ་ཕྱོགས་གསུམ་གྱི་བལྟས། ངས་གང་ཟག་བྱེ་བྲག་པ་ལ་ཞུ་གི་མེད། སྤྱི་ཡོངས་ཀྱི་ཐོག་ནས་ཞུ་གི་ཡོད། གང་ཟག་བྱེ་བྲག་པ་སོ་སོ་ཡང་དཔེ་ཆ་ལྟ་ཚར་མཁན་དང་ཚང་མ་ལས་ཞུ་མཁན་ཐམས་ཅད་ལ་ཡང་ང་ཚོའི་མགོ་ལ་ཞུ་གི་འདུག་བསམ་པ་དེ་མ་རེད། ང་ང་རང་ལ་སྡང་འཛིན་ཡོད་རེད་བ། ཡིན་ན་ང་ཚོས་ལྟ་གྲོས་བྱེད་ཀྱི་ཡོད་རེད་བ། མི་ལ་རེ་བས། ཉམས་མ་བདེ་ན་ཉམས་ཅན་དང་གོ་བསྡུར་གྱིས་གྲོ་བོ་ཉམས་ཅན་གྱི་གོ་བསྡུར་སེམས་ལ་ཕན་སོང་བ་རེད་དེ་ཚང་མ་ལ་ཕན་གྱི་ཡོད་རེད་དེ་འདྲ་བྱས་དུས་ད་མཚམས་པ་རེ་སྤྲོད་པ་ཡིན་པ་ཡིན་ན་ཡང་ད་འཁོར་བ་བློས་བཏང། དངོས་གནས་དྲང་གནས་ཀྱི་ཚེ་དང་སྒྲུབ་པ་སྙོམས་པའི་ཉམས་ལེན་བྱས། རྗེ་བཙུན་མི་ལ་རས་པ་ལྟ་བུ་རྒྱལ་བ་རྒོད་ཚང་པ་ལྟ་བུ་གྱི་སྔོན་གྱི་མཁས་གྲུབ་དེ་ཚོ་ཁྲི་ཀའི་རྗེས་སུ་བསྙག་བྱས་ནས་འཁོར་བ་དེ་ཕྱི་མའི་མཐའ་བ་བཞིན་དུ་བོར་ནས་རོ་དེ་དགུ་དགུ་ཡོད་རེད་དེ། ཡིན་ན་ཡང་མཚམས་བཞི་ཟླའི་ཚེས་བཞི་བོ་དེ་ལ་ཡང་རེ་བ་ཆེ་རུ་འདྲ་ཞིང་འགྲོ་ཡག་རེད་འདུག་བ། ངས་སང་ཉིན་མཚམས་མེད་ནས་མར་བྲོས་ཡོང་པའི་སྐབས་སུ་ལ་ཡ་འདྲ་འདྲའི་ནང་ནས་ང་ཡང་ཅིག་མ་འདྲ་བ་ཞིག་ང་ལ་འབོལ་གདན་ཅིག་ཐོད་པ་དགོ་བའི་སོ་ར་ཞིག་རེད་འདུག་བ།

ཡོད་འདུག་ད་རྒྱབ་ཡོད་འདུག་བསམ་པ་ལ། ཁྱེད་དེ་ན་བཞུགས་ཟེར་ན་འགྲིག་གི་མི་འདུག་ཅོག་ཙེ་སྒང་ལ་མིང་འདུག་བས་ལྟ་དགོས་ཀྱི་འདུག་འདུག་བ། ཅོག་ཙེ་སྒང་ལ་བསོད་ནམས་སེང་ཞིག་ཡོད་ན་ཨ་ཙི་དེ་བླ་མ་ཅིག་མ་བརྒྱབ་ན་གང་བྱས་ནང་སེམས་ཚང་འདྲ་བོ་ཅིག་དེ་འདྲ་ཡོང་གི་འདུག་བ། བླ་མ་བསོད་ནམས་མ་བྱས་ན་བསོད་ནམས་མང་པོ་ཡོད་རེད་ད་དེའི་རྒྱབ་གཉིས་བླ་མ་ཅིག་དགོས་ཀྱི་འདུག་སེམས་ཚང་འདྲ་བོ་ཅིག་ཡང་བླ་མ་དེ་མེད་ཟེར་དུས་སེམས་ལ་བལྟས་ཚེ་ཅིག་ཡང་ཁུ་འཕྲིག་འདྲ་བོ་ཡོད་དེ་བ། ད་དེ་འདྲ་ཡོད་རེད་ད་དེ་ནས་ཡང་ཡང་འགྲོ་དུས་ཆོས་རྒྱལ་སེར་ད་དེང་སང་མང་པོ་འདུག་བ་ཆོས་རྗེ་སེར་ཡག་འདྲ་བོ་དང་ད་སྐྱབས་རྗེ་སེར་ཡག་འདྲ་བོ་དང་སྐྱབས་གནས་སེར་ཡག་འདྲ་བོ་དང་ད་དེ་གི་མ་འདང་ཡོད་དུས་ཡང་ཨིན་ཇི་ནང་ལ་ཧི་སི་ཨེ་མེ་ནན་སེར་ཡག་འདྲ་བོ་ཧི་སི་ཧོ་ལི་སི་ད་ཡེ་ཤུ་ནང་ནས་ཚུར་བཀོག་ནས་ཚུར་སུ་གང་ལ་རྒྱར་ཨེ་ཐུབ་ད་ཡག་འདྲ་བོ་ད་དཀའ་ངལ་མང་པོ་ཅིག་ཡོད་རེད། དེ་ཚོ་བྲིས་ཏེ་ང་ཚོ་གཟབ་གཟབ་བྱེད་སྒུག་ཡོད་རེད། གང་རེད་བསམ་ན་རེ་བ་མེད་ཟེར་ན་ཡང་རེ་བ་ཅིག་འདུག་བ་སེམས་ལ། ཕ་ནས་ཚུར་བསྟོད་ར་བཏང་ཡོང་ན་བསམ་ན་དགའ་བ། དེ་བསྟོད་ར་བཏང་མཁན་དེ་ལ་ཁ་ལག་སྤྲད། ཇག་སྤྲད། རྔན་པ་སྤྲད། ངའི་གྲོགས་པོ་ཡིན་ངའི་གྲོགས་མོ་ཡིན་ངའི་དགའ་བོ་ཡིན་ཟེར་ལ། ད་འདི་ནས་སྨད་ར་བཏང་མཁན་བྱུང་ན་ཁོ་འཛའ་ཧོ་བམ་ཧོ་ཟེར་ཡ་ངང་ཚུད་ཡོད་རེད། དེ་རེད་འདུག་བ།

དེ་འདྲ་བྱས་ཡོང་དུས་ངས་དེ་དཔེ་དེ་བཞུགས་བར་བརྒྱུད་ཚར་ག་ཟེར་ན་ང་ཚོ་སྡང་འཛིན་བྱས་ཏེ་ཧ་ཅང་གི་ཤུགས་ཆེན་པོ། ཆོས་ཅིག་བྱས་སྙམ་ལན་ཅིག་བྱས་བླ་མ་བསྟེན་ཡུན་རིང་པོ་ཅིག་ལ་ཡང་ཞོགས་ཁའི་ནས་སྔ་དྲོ་ནས་བྱས་ནས་འཕྲིན་མ་གྲངས་མ་ནི་རླངས་འཁོར་སྐོར་ཆགས་ཚེ་ཤི་བོ་ཆེ་དཀའ་ལས་རྒྱབ་འདུག་གི་སྐོར་ར་འགྲོ་བྱས་ནས་མི་དེ་བཙོན་འགྲོ་འདུག་ཟེར་བ་ཡང་ཅིག་འདུག་ཆུ་ཚོད་གཉིས་པ་ནས་བྱས་ནས་སྐོར་ར་འགྲོ་གི་འདུག་ཟེར་ཡང་འདྲ་དགོང་མོ་ཚེས་ཆུ་ཚོད་དགུ་བ་བཅུ་བ་བར་དུ་སྐོར་ར་འགྲོ་གི་འདུག་ཟེར་ཡང་ཅིག་མིང་གཏམ་ཅིག་ཡོད་རེད། ཡིན་ན་ཡང་སོ་སོ་སོ་སོ་བྲང་གི་ཐོག་ལ་ལག་པ་འདུག་བཞག་ནས་བསམ་བློ་བཏང་ནས་དེ་རིང་ཉིན་གང་དེ་ལ་ངས་སྐོར་ར་ཕྱིན། ཁ་འདོན་བསགས། རི་སྐོར་འགྲོ། ཀླུ་འགོར་འགྲོ། ཁ་འདོན་དགེ་སྦྱོར་བྱས། བླ་མའི་མདུན་ནས་དབང་ཞུ་ཆོས་ཞུ་བྱས་པ་ཡིན་ཏེ་ངས་སྡང་འཛིན་དེའི་ཐོག་ལ་ཡར་ལངས་ལན་གཅིག་སྐྱེལ་ཐུབ་འདུག་བས་སེ་བཏང་ཡོང་དུས།

ཡང་མིན་ན་སློབ་དཔོན་ཅོར་བོན་ག་རེ་ན་དེ་གི་མིང་ཅིག་ཐོབ་ཚར་བའི་ཤུ་གུ་དེ་ལ་དེ་གི་ལས་ཀ་དེ་འགན་དེ་གར་འདུག་ང་མཁན་པོ་ཅིག་ཡིན། ང་ཅོར་བོན་ཅིག་ཡིན། ང་སློབ་དཔོན་ཅིག་ཡིན་ཟེར་བཤད་ཡོང་དུས། འོ་དེ་གི་འགན་དེ་ག་འདུག་ཟེར་ན། རང་ཉིད་ཀྱིས་སྔོན་སློབ་སྦྱོང་བྱས་བཞག་པའི་གི་ལམ་དེ་དང་དེ་གི་གཞན་ལ་ཕན་ཐོག་གོ་བར་ད་རང་ཞོག་གི་མགོ་ལ་དུ་བ་མཁན་པོ་ཟེར་ཡག་དེ་དོན་དག་དེ་ཕན་བཏགས་གོ་བཏགས་དེ་ག་ལས་ཧ་གོ་དུ་བ་བཏགས་དེ་ག་མཚམས་བྱས་ལ་མིང་དེ་ལག་ཁྱེར་ཅིག་ཁེལ་བྱས་ནས་དེ་ནས་དཔལ་འབྱོར་བསྡུ་རུབ་བྱས་ཡག། སྦྱིན་བདག་བསྡུ་རུབ་བྱེད་ཡག་ཕྱིན་ཆད་དེ་བ་ལན་ཡང་འཆམ་འཆམ་འགྲོ་ཡག་ད་དེ་འདྲས་ཞིག་རེད་ད་ཁྱོད་ཀྱིས་བཤད་ཤེས་ཀྱི་ཡོད་རེད་ག་བ་ཕྱིན་པ་ཡིན་ན་ཡང་ཕྱི་རྒྱལ་ལ་འགྲོ་ན་འདྲ་ནང་རྒྱལ་ལ་བསྡད་ན་འདྲ་ཁྱོད་ཀྱིས་ཤེས་ཀྱི་ཡོད་རེད་དེ་དེ་ཡང་ཁ་ཞེ་གཉིས་མེད་ཀྱི་ཆོས་དེ་ཆགས་ཡོད་མ་རེད། རེད་འདུག་ག་དམིགས་ཡུལ་དེ་འབག་སྐུག་དེ་ལ་བསྡིགས་ཏེ་ཡོད་རེད། དམིགས་ཡུལ་དེ་ངའི་འབག་གུག་དེ་རྒྱག་པ་སོ་ཡ་ལ་བསྡིགས་དེ་ཡོད་རེད་ཁ་ནི་བྱང་ཆུབ་ཀྱི་སེམས། བདག་ལས་ཀྱང་གཞན་གཅེས་པའི་བྱང་ཆུབ་ཀྱི་སེམས། ཕ་ནི་ཚུལ་ཚིག་ངན་གྱིས་བཤད་ཡོད་ན་ཡང་བཟོད་པ་སྒོམ་གྱི་ཡོད་འདུག་ཅེས་ཁོག་པ་ལ་སྨན་འབར་བསྡད་ཀྱི་ཡོད་རེད་ཡིན་ན་ཡང་རྣམ་འགྱུར་བཟང་པོ་ཞིག་བསྟན་ནས་དཔེ་ཆ་དེ་མ་རག་བར་དུ་རེད་ད། ད་འབག་གུག་ན་བླུགས་ས་སོང་ན་དེ་ནས་ཡིན་ན་ཁྱོད་སྐྱེ་བ་འདི་ལ་མ་ཐུག་པར་ཤོག་ཟེར་ཏེ་ལོག་འགྲོ་བ་རེད།

ཁྱེད་ཚ་པོ་དེ་འདྲ་ཡོད་རེད་འོ་ད་གང་ད་ག་རེ་ཞུ་གི་ཡོད་ན་འདྲ་མེད་ན་འདྲ་ད་དེ་མ་གྲོས་ཚ་བའི་ཞུ་གུ་དེ་ལ་སྡང་འཛིན་གི་གཉེན་པོ་ལ་ངའི་ཚེ་དང་གྲོ་བོ་སྨྱོན་པའི་ཉམས་ལེན་བྱས་འདུག་གས་རི་ཁྲོད་ལ་ལོ་ད་ག་ཚ་ཞིག་ངས་མཚམས་བསྡད་ཡོད་ཟས་བཅག་གཉིས་བཅག་གཅིག་བཞི་བོ་གཅིག་མདོག་མདོག་བྱས་ནས་ངའི་རི་ཁྲོད་ལ་བསྡད་པ་རེད་ཉི་མ་མང་པོའི་ས་ལ་ཡ་གོམ་པ་བགྲོད་ནས་འགྲོ་ག་ཡ་རེད་འདུག་ག་ལ་དུས་དེང་རི། ད་ག་ནང་བཞིན་གྱི་ཡ་བྲག་གར་སྟག་སོགས་དེ་ནས་ཡང་ལ་སྟོད་རྒྱ་ཆེ་ཤི་རི། ཏི་སི་གངས་རི་ལ་སོགས་པ་དེ་འདྲ་ལ་མང་པོ་ཕེབས་ཀྱི་འདུག་བ། འོང་དེ་འདྲ་ལ་ཕེབས་ཀྱི་ཡོད་རེད་ཡོ་མོ་གངས་ར་ལ་སོགས་པ་དེ་ཚོ་དྲན་ན་གནས་ད་ག་ལས་མང་པོ་ཞིག་རྒྱབ་ནས་ཕེབས་པ་རེད་དམ། མ་ཕེབས་ཡོད་དུས་བསམ་བློ་ནང་འོང་ལ་ཡ་བྲག་འཛིང་སྟེ་སྔོན་མ་དང་མ་འདྲ་བའི་ཁ་སྣོན་འགྲོ་འདོད་བའི་རྟགས་ཡོད་དུ་འདྲ་ཡོད་མ་རེད་དང། ཡང་མིང་ལ་ཅིག་གུག་འདུག་བ། བླ་མ་སེ་ཡ་འདྲ་བོ་དང་མཚམས་པ་སེ་ཡ་འདྲ་བོ་དང་རི་ཁྲོད་པ་ཡིན་སེ་ཡ་འདྲ་བོ་མིང་ཅིག་གཉིས་མི་གཉིས་གུག་གི་འདུག། ཁང་པའི་སྒོ་ལ་ཡ་བརྒྱ་བཞག་པ་འདུག་བ། རི་ཁྲོད་པ་བསྡད་ས་ཡིན་སེ་ཡ་འདྲ་བོ། ཡང་འདུག་བ། ང་རི་ཁྲོད་པ་ཡིན་སེ་ཡ་ང་མཚམས་པ་ཡིན་སེ་ཡ་འདྲ། དང་ཡང་མི་ཅིག་གིས་ཁོང་རང་མིང་དེ་མ་འབོད་ན་ཁོང་སུ་རེད་ཟེར་ན། ད་ཁོང་མཚམས་པ་རེད་རི་ཁྲོད་པ་རེད་ཟེར་ལབ་ན། དེ་ནི་ཡང་འཛུམ་བསྟན། ཡོད་འདུག་དེ་མ་ལབ་ཅིག་ཁོ་རང་མིང་དེ་འབོད་ན། བས་ཁྱོད་ང་འཚམས་པ་རེད་ཟེར་ལབ་མ་སོང་བ་ག་རེ་ཟེར་ཡག་འདྲ་བོ། དེ་འདྲ་ཡོང་གི་འདུག་གོ་མྱོང་ཅིག། མཚམས་བསྡད་པ་ཧ་གོ་གོ་པ་ལ་ཡང་དེ་རྒྱུ་མཚན་དེ་ཁྱེད་རང་འགྲེལ་བཤད་རྒྱག་དགོས་རེད་ཟེར་ནས་ད་དེ་འདྲ་ད་དེང་སང་ད་དྲ་རྒྱ་ནང་ལ་བལྟས་ན་ད་མཚམས་པ་རི་ཁྲོད་པ་གཡང་རིགས་པ་སོགས་མང་པོ་ལ་ཡོད། མདོར་བརྒྱབ་ན་མདོར་བསྡུས་ན་ང་ཚོས་ཆོས་མང་པོ་བྱེད་དགོས་མ་རེད། ལྷན་དུ་བ་ཆོས་གང་དང་གང་བྱེད་པ་དེ་བདག་འཛིན་དང་བདེན་འཛིན་གྱི་གཉེན་པོ་ལ་འགྲོ་ཐུབ་ན། འོ། ལྟ་བ་མང་པོ་བཤད་དགོས་ཀྱི་མི་འདུག་དགོངས་པ་མང་པོ་ལ་སྦྱར་དགོས་ཀྱི་མི་འདུག། ཡིན་མང་པོ་བྱེད་དགོས་ཀྱི་མི་འདུག་སྤྱོད་པ་མང་པོ་བསླབ་དགོས་ཀྱི་མི་འདུག་ཇོ་བོ་བཀའ་གདམས་པའི་ཉམས་ལེན་ལ་མདོར་ན། བདག་འཛིན་འདུལ་བའི་གདམས་ངག་ཞུ་དག་ནི་ཤི་ཡང་མི་འགྱོད་དོ་ཟེར་འདུག་བློ་སྦྱོང་དོན་སྟོན་མི་འཇུག་སྡུག་ཡོད་དོ། བདག་འཛིན་འདུལ་བའི་གདམས་ངག་ཞུ་ཟེར་གདམས་ངག་ག་རེ་ཞུས་པ་དེ་དོན་དག་གཅིག་རེད། ག་རེ་ཟེར་ན་བདག་འཛིན་དེ་འདུལ་དགོས་ཀྱི་འདུག་བདེན་འཛིན་དེ་འདུལ་དགོས་ཀྱི་འདུག། ང་རང་ཚོ་ལས་སྐྱིད་པོ་མེད་པ་བཟོ་མཁན་དེ་འདྲེ་མ་རེད་ཀླུ་མ་རེད་བདུད་མ་རེད་བཙན་མ་རེད་རྒྱལ་པོ་མ་རེད། འོ་ན་སུ་རེད་བདུད་དང་བཙན་དེ་སྡང་འཛིན་དེ་རེད་ཡ་འདུག་བ། ཆོས་པ་ཅིག་ཡིན་ན་ཡང་སྡང་འཛིན་དེ་གས་མེད་པ་བཏང་གི་འདུག། ཚངས་པ་རི་ཁྲོད་པ་ཡིན་ན་ཡང་སྡང་འཛིན་དེ་གས་མེད་པ་བཏང་གི་འདུག། རྒྱ་གར་ནང་བཞིན་གྱི་ཅིག་གིས་གང་དང་གང་ཡིན་པ་ཡིན་ན་ཡང་སུ་དང་སུ་ཡིན་པ་ཡིན་ན་ཡང་བླ་མ་མཐོན་པོ་ཡིན་ན་འདྲ་སྒང་ལ་བཞུགས་མཁན་ཡིན་ན་འདྲ་བར་ལ་བཞུགས་མཁན་ཡིན་ན་འདྲ་འོག་ལ་བཞུགས་མཁན་ཡིན་ན་འདྲ་མདོར་ན་སུ་དང་སུ་ཡིན་ན་ཡང་སྐྱིད་པོ་མེད་པར་བཟོ་ངེས་དེ་སྡང་ཚན་དེ་རེད་དེ་ལ་བརྟེན་ནས་ཇོ་བོ་བཀའ་གདམས་པའི་གདམས་དབང་གང་དང་གང་ཞུས་པ་དེ་ཐབས་ཅིག་རྒྱུ་མཚན་ཅིག་རེད་དེ་གར་ས་ན་སྡང་ཚན་འདུལ་བའི་གདམས་དབང་ཞུ་ད་སྡང་ཚན་འདུལ་བའི་གདམས་དབང་ཞུ་ཡོད་རེད་དེ་སྡང་ཚན་འདུལ་བའི་གདམས་དབང་དེ་རྒྱུད་ལ་གྱར་དགོས་ཡོད་རེད་ད་སྡང་ཚན་འདུལ་བའི་གདམས་དབང་དེ་གྱར་ཡོད་འདུག་རྗེ་བཙུན་མི་ལ་རས་པ་ཀའི་ཀ་བ་ག་ཚད་བཅས་འདུག། རྒྱལ་བ་རྒོད་ཚང་བོད་ཀྱི་ཀ་བ་ག་ཚོད་ཅིག་སྐྱེས་འདུག་ད་ག་ནང་བཞིན་རྒྱལ་བ་ཡང་དགོན་པ་ཀྱི་ཀ་བ་ག་ཚོད་ཅིག་སྐྱེས་འདུག་ལོ་རྒྱུས་དེ་ཚོ་ནང་ནས་གཅིག་གིས་མཇལ་གྱི་ཡིན་ན་བསམ་གྱིས་མི་ཁྱབ་པའི་དཀའ་ལས་མང་པོ་ཅིག་རྒྱབ་བྱས་ནས་ཉིན་མོ་ཟས་བཅག་མཚན་མོ་གཉིད་བཅག་མདོར་ན་ལས་ཀ་ཐམས་ཅད་ཆད་བཞག་ཆུང་ཆུར་ཞིག་བྱས་ནས་ཚེ་དང་སྒྲུབ་པ་སྙོམས་ཏེ་ཚེ་འདི་བློས་བཏང་ནས་ཁོ་རང་ཉམས་ལེན་བྱས་ཡོད་རེད་དེ་བྱས་ཁར་ས་ན་འདང་འཛིན་དེ་དཀའ་ལས་ཁ་པོ་ཡོད་པ་སྤང་དཀའ་ལས་ཁ་པོ་ཡོད་པ་འདུལ་དཀའ་ལས་ཁ་པོ་ཡིན་པ་དང་པོ་ངོ་ཤེས་ཡག་ལ་དཀའ་ལས་ཁ་པོ་རེད་འདུག། བར་དུ་གཉེན་པོ་བསྟེན་ཡང་ལ་དཀའ་ལས་ཧ་བོ་རེད། གཉེན་པོ་བསྟེན་ན་ཡང་རྩད་ནས་བཅོམ་ཐུབ་པ་ལ་དཀའ་ལས་ཧ་བོ་ཆེ། དེ་འདྲས་ཀྱི་ཐོག་མཐའ་བར་གསུམ་ལ་ཡང་དཀའ་སྤྱད་སྙིང་རུས་ཆེན་མ་བྱས་ན། ཉོན་མོངས་དང་སྡང་ཟིང་འདི་དག་བཅོམ་ཐུབ་ཡང་ཅི་དཀའ་ལས་ཧ་བོ་རེད། བཅོམ་ལྡན་འདས་ཀྱིས་ཡང་མེ་ཚོགས་བུ་དེ་སོང་ཡང་དགའ་ནས་ནས་ཕྱི་མཐར་ཐུག་གི་བར་དུ་དམ་ཆོས་རྩ་བའི་ཀ་བ་ག་ཟེར་ཞིག་བཅད་འདུག། རྒྱ་གར་གྱི་དཔེ་འདི་ལྟར་རེད་བོད་ཀྱི་ལོ་ཙཱ་བ་རེད་སྔོན་བྱོན་གྱི་རིགས་གསོ་མ་བྱས་པའི་བླ་མ་གོང་མ་ཚོ་གིས་དཀའ་ལས་མང་པོ་ཅིག་བརྒྱབ་བྱས་ནས་དཀའ་བ་སྲོག་དང་དོད་བྱས་ནས་ལུས་སྲོག་རྡུལ་དུ་བརླགས་ནས་དཀའ་ལས་བརྒྱབ་བཞག་པ་དེ་གསུང་རབ་དགོངས་འགྲེལ་མན་ངག་གདམས་ངག། བཀའ་བློན་ཚད་མ་དེ་འདྲ་ཅིག་ཡོད་པ་དེ་ད་ང་ཚོས་ཀྱི་ད་དེའི་བེད་སྤྱོད་དེ་ལོག་པར་བཏང་ན་ད་རུང་གི་མི་འདུག་ད་སྡོམ་རྒྱག་ཡོང་རྒྱུ་དེ་རེད་སྡང་འཛིན་བཏུབ་ཐུབ་ན་ཡག་ཤོས་རེད་མེད་ན་ཡང་སྤྱོད་པ་ཆོས་དང་མཐུན་པ་ཅིག་བྱེད་ཐུབ་ཡག་དེ་གལ་ཆེན་པོ་རེད་བྱ་བསམ་བློ་གཏང་སྟངས་ཡིན་ན་རེད་འགྲོ་སྟངས་ཡིན་ན་རེད་བྱེད་སྟངས་ཡིན་ན་རེད་སྐད་ཆ་བཤད་སྟངས་ཅིག་ཡིན་ན་རེད་བསམ་བློ་གཏང་སྟངས་ཅིག་ཡིན་ན་རེད་ཡང་དག་པ་སྤུས་ཚད་ལྡན་པ་ཅིག་དེ་དཀའ་ལས་ཁག་པོ་རེད་སུ་དང་སུ་ཡིན་ན་ཡང་ཡིན་ན་ཡང་ག་ཚོད་ཐུབ་ཐུབ་ཅིག་གི་ཐོག་ནས་བསམ་བློ་དེ་ལས་ཡག་བྱེད་དགོས་བཀའ་གདམས་པའི་གསུང་བ་ནང་བཞིན་འདུལ་སྦྱོང་བྱེད་དགོས་རེད་ལྟ་དགོས་པོ་དེ་འདུལ་སྦྱོང་བྱེད་ན་ལྟ་དབྱུང་པ་ཆགས་ཀྱི་འདུག་བ། གླང་ཆེན་འབྱུང་པོ་ཅིག་ཡོད་པ་ཡིན་ན་ཡང་དེ་ནི་སྦྱོང་བརྡར་མཁན་པོས་ཀྱི་སྦྱོང་བརྡར་སྤྲད་ཡོང་དུས་གླང་ཆེན་དུལ་བུ་དང་ཞི་བ་ཆགས་ཐུབ་ཀྱི་འདུག་བ། དེ་དང་འདྲ་བར་བཅོམ་ལྡན་འདས་ཀྱི་གསུང་རབ་རྗེས་འཇུག་མཁས་པའི་དགོངས་འགྲེལ་མདོར་ན་གསུང་རབ་དགོངས་འགྲེལ་དང་བཅས་པ་ཐམས་ཅད་ཀྱི་ནང་ལ་ཡང་ལྟ་བ་བཤད་ཀྱི་ཡོད་རེད་དགོངས་པ་བཤད་ཀྱི་ཡོད་རེད་ལྟ་གྲུབ་མཐའ་གི་ཐོག་ནས་བྱེ་བྲག་འབྲང་བ་མདོ་སྡེ་པ་སེམས་ཙམ་པ་སེམས་ཙམ་པ་ལ་ཡང་ལྟ་དེ་ནས་ཅིག་སྒོ་ང་ཕྱེ་ཚར་བ་རྣམ་ཤེས་གྲངས་མཉམ་པ་སྣ་ཚོགས་གཉིས་མེད་པ་ལ་སོགས་པའི་དབྱེ་བ་མང་པོ་ཕྱེ་ད་ནི་དབུ་མ་ལ་ཡང་དག་ཅིག་གིས་ད་རང་གི་སྐད་ཆ་དང་དབུ་མ་གཞན་སྟོང་ལ་སོགས་པ་མང་པོ་ཅིག་བཤད་ནས་ང་ཚོར་གྲུབ་མཐའི་ནང་ལ་ཡང་བསམ་བློ་མང་པོ་དང་རྩོད་པ་བརྒྱབ་དེའི་བློ་ལ་སེམས་འདེད་ཀྱི་ཡོད་ར་སྟེ་ཡིན་ན་ཡང་ཕ་ཁ་བཏགས་ནས་གྲུབ་མཐའི་གི་ལྟ་བ་ཁ་བརྡ་ལ་སོང་བ་རེད་མ་གཏོགས་སེམས་ཀྱི་ཐོག་ལ་ཚུལ་རྒྱར་ཐུག་གི་མི་རེད་བ། དེ་རྒྱར་མ་ཐུག་ཡོང་དུས་དཔེ་ཆ་པོ་ཏི་མང་པོ་ཅིག་ཡག་གི་བརྩིགས་བསྡད་པ་ཡིན་ན་ཡང་དེ་ཙི་ཙི་རྒྱ་ཡ་རེད་འབུ་རྒྱ་ཡ་རེད་དེ་ཕན་ཐོག་མི་འདུག་བ། དེ་འདྲ་ཡིན་དུས་ད་བླ་མ་གོང་མ་ཚོ་ནང་བ་བཞིན་དུ་དཔེ་ཆ་མང་པོ་ཅིག་ལ་ཡང་རེ་བ་རྒྱག་མ་གོ་བ་དཔེ་གསོག་བྱེད་མ་གོ་བ་དེབ་གསོག་བྱེད་མ་གོ་བ། སེམས་ཐོག་ལ་ཚུར་ག་རེ་ཡོད་པ་དེ་སེམས་ཐོག་ལ་ཚུར་རྒྱབ་ན། དེ་ལ་དཀར་སེར་སོགས་གདམས་ངག་གནད་དུ་སོང་བའང་སྲིད་ཡ་ད་མན་ངག་གི་ལུགས་ལ་གདམས་ངག་གནད་དུ་སོང་བ་ཞིག་རེད་འདུག་ག་དེ་ཚོའི་མི་ལ་རེ་བས་ཁྱེད་ཁོ་རང་གི་རྣམ་ཐར་ནང་ལོགས་ལ་འདུག་བ་དགུ་ཆུ་སེར་ཆེན་གྱི་འུ་ཤུགས་དེ་ན་ངས་བླ་མ་མར་པའི་མདུན་ནས་གདམས་ངག་ཞུས་པ་དེ་ངས་ནམ་ཡང་འཕྲོག་བརླག་བཏང་མེད་ཟེར་གསུངས་འདུག་བ་ཁོང་གིས་འཕྲོག་བརླག་བཏང་མེད། དཀའ་སྤྱད་སྙིང་རུས་ཞེ་གཅིག་གི་ཐོག་ནས་དཀའ་ལས་བརྒྱབ་བཞིན་ངའི་སེམས་ལ་ཡང་ཉམས་ལེན་བྱས་ཡོད། དེ་ཉམས་ལེན་བྱས་པ་དེ་ཡང་ད་ག་ཚོད་ཉམས་ལེན་བྱས་པ་མ་ཡིན་པར་རིན་ཆེན་བྱང་ཆུབ་ཀྱི་སེམས་དང་འབྲེལ་བའི་ཐོག་ནས་མ་འོངས་པ་ལ་རྗེ་བཙུན་མི་ལའི་མཚན་ཐོས་པ། རྗེ་བཙུན་མི་ལའི་རྣམ་ཐར་ཡིད་ལ་དྲན་པ། རྗེ་བཙུན་མི་ལའི་གི་གསུང་རབ་དེ་ཚོ་མཇལ་བ། རྣམ་ཐར་མཐོང་དང་ཐོས་དང་དྲན་པ་ཙམ་ཞིག་གིས་ཡང་དེ་ནས་རྗེ་བཙུན་མི་ལ་རས་པའི་གི་སྐུ་གསུང་ཐུགས་ཀྱི་བྱིན་རླབས་འཇུག་ནས་ནི་རང་རྒྱུད་ལ་ཡང་ཆོས་རྣམ་དག་ཅིག་སྐྱེ་ཐུབ་པའི་གི་སྨོན་ལམ་གནང་གི་ཡོད་གསུང་འདུག་བ། དུས་རྒྱུན་ཚང་མས་ངོ་རྒོལ་གནང་གི་ཡོད་རེད་མ་འོངས་གང་ཟག་ཐམས་ཅད་ཀྱིས་དགའ་བདེ་སྒོམ་པ་ནུས་སྲིད་ན་མི་མཁོ་བའི་དཀའ་བ་སྤྱད་སྤྱད་པའི་གེགས་དང་གོ་ས་མི་འབྱུང་ཤོག་ཟེར་གསུངས་འདུག་མ་འོངས་གང་ཟག་ཐམས་ཅད་ཀྱི་སྲིད་དོན་ང་རང་ཚོ་རེད་རྗེ་བཙུན་མི་ལ་རས་པའི་སྐུ་སོགས་རྗེ་བཙུན་མི་ལ་རས་པའི་གེ་སེང་ཁ་དགོད་འདུག་ཞིང་ད་མང་པོ་འདུག་བ་དེང་སང་སེང་ཁ་དགོད་འདུག་བཞེངས་མཁན་མང་པོ་ཡོད་རེད་ད་སྔོན་མ་སེང་ཁ་དགོད་འདུག་བཞེངས་མཁན་དེ་ཚོ་བྲེལ་ཏེ་དཀའ་ལས་རྒྱབ་ནས་བཞེངས་པ་རེད་མི་ལ་རས་པའི་བླ་མེད་ཀྱི་བཀའ་མ་འབྱོར་བ་བྱས་ནས་སྙིང་རུས་དང་སྡུག་རུས་བྱས་ནས་གང་ལྟར་ལུས་སྲོག་རྡུལ་དུ་བརླག་བྱས་ནས་དགའ་བྱེད་སྙིང་རུས་བྱས་ནས་བཞེངས་པ་རེད་ད་དེང་སང་དངུལ་བཟོ་ས་རེད་རེད་བ། དངུལ་བཟོ་ཡ་བྱེད་འདུག་ལ་དེ་ནི་བཀའ་དེ་བཞེངས་གི་ཡོད་རེད་དེ་ཡིན་དུ་བརྩམས་པ་ལ་དངོས་གནས་བྱ་ན་བྱས་ན་ཆོས་དང་མཚུངས་པ་འགྲིག་གི་ཡོད་མ་རེད་ངས་རྟག་པར་ཟེར་གི་ཡོད། སྤྱི་བཏང་དེ་བཞེངས་མཁན་ཚོ་དགོངས་པ་དེ་ཚོང་གི་ཡོད་འགྲོ་ང་ལ་ཡིན་ན་ང་གསུང་རབ་དགོངས་འགྲེལ་དཔང་བཙུགས་བྱས་ནས་སྐད་ཆ་བཤད་ཀྱི་ཡོད་ད་ནི་དེ་མ་གཏོགས་འཇིག་རྟེན་ངོ་སྲུང་ཐོག་ནས་ངས་སྐད་ཆ་བཤད་ཤེས་ཀྱི་མེད་དེ་འདྲ་ཡིན་དུས་དེ་བླ་མ་གོང་མ་ཚོ་གི་དཀའ་ལས་རྒྱབ་བྱས་ནས་ང་རང་ཚོ་ལ་བདག་མ་རེད་སེང་སྦྲང་སེང་ཁ་གུ་དོག་ཟེར་ཡ་དེའི་ཕ་བལྟས་ན་སེང་ཁ་གུ་དོག་རེད་དེ་བསམ་བློ་ཞིབ་ཚགས་བྱས་ཚུལ་མ་དེ་བདག་མ་ཆགས་དེ་ཡོད་རེད། ལས་དེ་བ་སྙིང་རུས་བྱེད་སྟངས་བསླབ་ཀྱི་ཡོད་རེད་སྡུག་རུས་བྱེད་སྟངས་ཤེས་ཀྱི་ཡོད་རེད་དཀའ་སྤྱད་བྱེད་སྟངས་ཤེས་ཀྱི་ཡོད་རེད། ཆོས་བྱེད་སྟངས་འདི་འདྲ་ཞིག་བྱེད་དགོས་རེད་ཟེར་བླ་མས་དཀའ་སྤྱད་ཡང་ཉན་གྱི་མ་རེད། སྡིག་སྒྲིབ་སྦྱོང་ཡང་ལ་དཀའ་བ་སྤྱད་དགོས་རེད། དཀའ་བ་སྤྱད་སྟངས་འདི་འདྲ་ཞིག་གི་ཐོག་ནས་སྤྱོད་དགོས་རེད། མི་ཤིང་གིས་བཟོས་པ་ནི་མ་རེད་ཁྲུ་ཆག་གིས་བཟོས་པ་ནི་མ་རེད་རྒྱབ་ལ་ཡང་འདུག་ཟེར་ནས་ས་རྡོ་དེ་ཚོ་རེ་རེ་བཞིན་དུ་ཚུར་དབོར་སྡུག་པོ་བཏང་ཡང་བར་བཅད་ག་འདྲ་ཞིག་བྱས་འདུག་མདོར་ན་འདུག་བ། དེ་འདྲ་བྱས་ཡང་དེ་ལྟ་དེ་འདྲས་ཀྱི་དཀའ་སྤྱད་སྙིང་རུས་ཞེ་གཅད་བྱས་ཡོང་དུས་མངའ་ཐང་མར་པ་ལོ་ཙཱ་བ་ཁོ་རང་ཡང་ཨ་ཙི་དེ་འདྲས་ཀྱི་སྐྱེས་བུ་དམ་པ་ཞིག་འདུག་བླ་མའི་གང་གསུང་གི་སྐབས་མ་ཆོག་པ་དེ་འདྲ་ཞིག་འདུག་དགོངས་ནས་བསྐོར་ལ་སྤྱན་ཆབ་ཤོར་བའི་གི་རྣམ་ཐར་ཞིག་འདུག་བ་དེ་འདྲས་ཡིན་དུས་ད་ཆོས་བདག་མ་ལ་སྙིང་རུས་བསྲེ་ཡག་དེ་ཅེས་སྐུ་པ་དབུ་གཙུག་བྱས་ནས་བྱས་ཏེ་གཅིག་པུ་མ་ཡིན་པ་སྤྲོ་བ། དད་པ། མོས་པ། ཡིད་ཆེས་ད་དེ་འདྲ་གཅིག་གི་ཐོག་ནས་ང་ཚོས་གི་བླ་མ་གོང་མ་ཚོ་གི་རྣམ་ཐར་དེ་རེད་བ། མ་འོངས་གང་ཟག་ཐམས་ཅད་ཀྱིས་དགའ་སྟེ་བསྒོམ་པར་ནུས་སྲིད་ན་ཟེར་བའི་སྐབས་སུ་ལ་དཀའ་ལས་ཁ་པོ་ཞིག་ཡོད་པ་ཅིག་ཁོ་རང་གི་མཆན་དུ་བ་ནུས་སྲིད་ན་ཟེར་དུས་ཕ་ཅིག་བསྒོམ་གི་མ་རེད་གསུངས་ཡོད་པ་དང་བསྒོམ་དང་བསྒོམ་ས་མ་རེད། ཡིན་ནའང་གལ་སྲིད་རྒྱ་ལ་རེ་འགའ་བ་ཅིག་གིས་བསྒོམ་པ་ཡིན་ན། མི་མཁོ་བའི་དཀའ་བ་སྤྱད་སྤྱད་པས་ཁོང་གིས་དཀའ་ལས་བརྒྱབ་བཞག་པ་དེ་ཁྱེད་རང་ཚོའི་དོན་དག་ལ་ཡིན་དཱ་གསུངས་ཀྱི་ཡོད་རེད། ངའི་དཀའ་བ་སྤྱད་པ་དེ་སེམས་ཅན་ཁྱེད་རང་ཚོའི་དོན་དག་ཡིན། ཁྱེད་རང་ཚོ་གིས་བསྒྲུབ་ནུས་བསྒོམ་ནུས། ཉམས་སུ་ལེན་ནུས་ན་ངས་སྨོན་ལམ་རྒྱབ་བཞག་ཡོད། ངས་སྨོན་ལམ་བཏབ་བཞག་ཡོད། འགྲོ་བའི་དོན་ལ་ཕན་པའི་གི་ཆེད་དུ་ངས་སྨོན་ལམ་བསླུ་བ་མེད་པ་ཞིག་བཏབ་ཡོད། སྨོན་ལམ་དེ་ཤ་མང་ཞིག་བཏབ་ཡོད། སྨོན་ལམ་ཤ་མང་བཏབ་པ་དེས་ངའི་བར་སྤང་དེ་སུ་ཡོད་ཟེར་ན་དཔང་པོ་ང་ཚོའི་དུས་ཤིག་ན་དཀོན་མཆོག་སུ་དཔང་བཙུགས་ར་ཟེར་གཅིག་འདུག་ཨ་མནའ་རྒྱལ་ཨོ་ད་ཁོང་གིས་དཔང་བཙུགས་ཡོད་དེ་ག་རེ་དཔང་བཙུགས་ཡོད་ཟེར་ན་ཁོང་གིས་དཀའ་བ་སྤྱད་བཞག་པ་དེ་ལ་དཔང་བཙུགས་ཡོད། ཁོང་གིས་ཆོས་ལ་སྙིང་རུས་ཆེ་བ་དང་གདམས་ངག་ལ་ཉམས་ལེན་ཆེ་བ་དེ་ཁོང་གིས་ཁ་ཞེ་མེད་པར་དགེ་སྦྱོར་ཁ་ཞེ་མེད་པའི་ཐོག་ནས་ཉམས་ལེན་བྱེད་པ་དེ་དཔང་པོ་ཡིན། དེ་ཁྱེད་རང་ཚོ་གིས་ཉམས་ལེན་ང་དང་ང་འདྲ་བ་བྱེད་ཐུབ་ན་ཁྱེད་རང་ཚོ་གི་རྒྱུད་ལ་ངས་དཀའ་སྤྱད་བྱས་པའི་བྱིན་རླབས་དེ་འཇུག་གི་རེད་དེ་འཇུག་པ་ཡིན་ན་རྟོགས་པ་ང་དང་མཉམ་པ། ཉམས་ལེན་ང་དང་འདྲ་བ་དེ་ཁྱེད་རང་ཚོ་ཡོང་ཐུབ་གི་རེད་ཟེར་ནས་དབུ་ན་བཤད་པ་རེད།

རོ་དབྱངས་སྙན་པོ་ཞེས་དེ་ནས་རོ་ཆ་སྙན་པོ་ཞེས་བཏགས་འདི་མཉམ་དུ་གླུ་ཞིག་བཏང་སྟེ་ཚང་མ་ངུ་ཞག་རེད་འདི་དད་པ་རེད་མ་རེད་བ་དེ་ག་ཟེ་ན་གླུ་ལ་ཆགས་པ་ཟེར་རེད་དེ་དད་པ་རེད་བ་དེ་ལ་སྙན་པོ་ག་མ་རེད་ད་ཡིན་ན་ང་ཚོ་དེ་མ་རེད་ད་ང་ཚོ་གླུ་བཏང་ན་འདྲ་མ་བཏང་ན་འདྲ་གང་ལྟར་ཤོ་ལོ་ཀ་དེ་གི་དོན་དག་དེ་གོ་གི་ཡོད་བ་རེད་ཤུགས་དེ་དེ་རེད། མ་འོངས་གང་ཟག་ཐམས་ཅད་ཅན་དགའ་བདེ་སྒོམ་པ་ནུས་སྲིད་ན་མི་གོ་དཀའ་བ་སྐྱེ་བྱེད་པའི་གེགས་དང་གོ་ས་མི་འབྱུང་ཤོག། འོ་དེ་རེད་ད་དེ་ཤོ་ལོ་ཀ་དེ་སྡང་བ་གེགས་དང་གོ་ས་ཡོང་ངོ་མ་རེད་གསུངས་འདུག་བ་གེགས་དང་གོ་ས་ཟེར་ཡག་དེ་ག་རེད་གེགས་ཟེར་ཡག་དེ་ནང་གི་བར་ཆད་རེད་གོ་ས་ཟེར་ཡག་དེ་ཕྱི་ཡི་བར་ཆད་རེད་ཕྱི་ནང་གི་བར་ཆད་གཉིས་ཀ་ཡོང་ངོ་མ་རེད་གསུངས་གི་ཡོད་རེད་དེ་ཚིག་འདྲ་བཤད་དེ་རྒྱག་དགོས་རེད་ད་བླ་མ་གོང་མ་ཚོ་གི་དེ་འདྲ་འགུ་འདྲ་བཤད་གནང་གི་འདུག་བ་ལྷག་པར་དུ་ལྕགས་ཕྱི་མཁན་ཆེན་རྡོ་རྗེ་འཆང་ཚུལ་ཁྲིམས་རྒྱ་མཚོ་རིན་པོ་ཆེ་གི་དང་ལེན་གཅིག་ཙམ་མ་ཡིན་པར་འགུར་མང་པོ་བཀའ་ཁྲིད་ཞུས་མྱོང་ལེན་གཅིག་ཙམ་མ་རེད་ལོ་མང་པོ་གཅིག་ལ་ཡག་བཀའ་དྲིན་ཆེན་པོ་ཞེ་དྲག་རེད། མགུར་དེ་ཚོ་བློ་ལ་བཟུང་བཅུག། རྒྱུགས་ལན། ཨོ། མཚམས་མཚམས་ན་ཡང་མགུར་མཉམ་དུ་འཐེན། ཨོ་དེ་འདྲ་བྱས། དེ་ནས་ཡང་དེ་དང་མཉམ་དུ་རིན་པོ་ཆེ་ཁོ་རང་གི་ཡང་ཡང་རྩོམ་གཅིག་བསྐྱོན། དེ་བློ་ལ་བཟུང་བཅུག་དེ་འདྲ་བྱས་ནས། མི་ལ་རས་པས་ཀྱི་མགུར་ལ་ཡ། སོ་སོའི་ད་ལྟ་བག་ཆགས་ཨེན་ཙམ་ཡོད་པ་དེ་ཁོང་དེ་གི་ཐུགས་རྗེ་རེད་དེ་འདྲ་ཡིན་དུས་མི་ལ་རས་པའི་མགུར་དེ་ཚོ་བྲིས་ཏེ་ང་ཚོ་དུས་རྒྱུན་ད་མི་ལ་རས་པའི་མགུར་ཟེར་དུས་མི་ལའི་རྣམ་ཐར་རེད་ཟེར་ཞིབ་བོ་ཅིག་བརྩི་གི་ཡོད་མ་རེད། ཡིན་ན་ཡང་མི་ལའི་མགུར་དེ་ཚོ་རིམ་པས་ཤིན་ཏུ་ལྟ་གི་ཡིན་ན། སྤྱི་དང་ད་རྣལ་འབྱོར་བདེ་བ་བཅུ་གཉིས་ཟེར་ཡ་འདྲ་བོ་ངེས་དོན་རྫོགས་པ་ལྔ་ཟེར་ཡ་འདྲ་བོ་ད་ག་ནང་བཞིན་གྱི་རྣལ་འབྱོར་བདེ་བ་བཅུ་གསུམ་ཟེར་ཡ་འདྲ་བོ་འོ་དེ་རྣམས་ལ་མང་པོ་ཞིག་འདུག་བ། དེ་འཕྲལ་གྱི་རིམ་པ་དེ་ཚོ་དེ་ཚང་མ་དེ་ཉམས་ལེན་ནང་དུ་ཟིན་ནས་ལྟ་བ་ལ་སྦྱར་སྐོམ་པ་ལ་སྦྱར་སྤྱོད་པ་ལ་སྦྱར་ནས་དེ་འདྲས་མ་གསུངས་བཞག་པ་ཤ་སྟག་རེད་དེ་ཡང་མཁས་པ་ཐམས་ཅད་ཀྱིས་སྦྱོང་བརྡར་བྱས་ནས་བཤད་བཞག་པ་ལྟ་བུ་ཡང་མ་རེད་རང་བཞིན་གྱི་ཁོ་རང་མྱོང་བའི་སྟོབས་ཀྱིས་གོམས་པའི་སྟོབས་ཀྱིས་མ་གསུངས་ཡོང་བ་དེ་རེད་བཟོད་དུ་བ་དེ་འདྲས་ཡིན་དུས་ང་ཚོས་དེའི་ཐོག་ལ་ཡང་བསམ་བློ་ནན་ཏན་ཞིག་བྱས་ནས་མདོར་ན་འཕྲོད་ས་དེ་ད་ལྟ་འདི་ནས་འཕྲོད་པ་རེད་སྐྱབས་འགྲོ་ནས་མ། དེ་འཕྲོད་པ་རེད། མདོར་ན་དེ་དག་ཐམས་ཅད་དེ་རྩ་བ་སྐྱབས་འགྲོ་ལ་བརྟེན་ནས་ཡོང་གི་ཡོད་རེད། དེ་འདྲ་ཡིན་དུས་ང་ཚོ་ཇོ་བོ་བཀའ་གདམས་དཔལ་གྱི་ལྷ་མང་པོ་བསྟེན་དགོས་ཀྱི་མ་རེད་གསུང་ཡ་དེ་དེ་རེད་ད། ལྷ་མང་པོ་ཞིག་ལ་བསྟེན་དགོས་ཡ་ད་ང་ཚོ་དེ་འདྲ་འདུག་བ་ཅིག་གི་ད། གཅིག་གི་ན་ཚ་བྱུང་ན་སངས་རྒྱས་སྨན་བླ་མ་གཏོགས་གཞན་སུ་ལ་སྐྱབས་ཞུ་ས་མེད་པ་འདྲ་བོ་རེད་དོ། དེ་ནས་ད་ག་ན་ཞིང་གི་གཅིག་གི་བར་ཆད་བྱུང་ན་རྡོ་རྗེ་གྲོ་ལོད་ལམ་སང་འགྲོ་དགོས་ཡ་འདྲ་བོ་ཆེ་བ་ཙིག་འདི་ངན་འམ་ཙིག་དམ་འདི་ངན་བྱས་ཡོད་ན་བར་ཆད་དེ་གིས་སྐྱོབ་འགྲོ་དགོས་ས་རེད་བསམ་བློ་བཏང་དེ། དེ་ནས།

འོ་དེ་འདྲའི་བསམ་མོ་ཅིག་བཏང་ནས་ཡེ་ཤེས་པའི་ལྷ་ཐམས་ཅད་བསྟན་འཇིག་རྟེན་པའི་ལྷ་རེ་བསམ་བསམ་འདྲ་བོ་བསམ་མོ་ཅིག་བཏང། འོ་དེ་འདྲའི་ཚེ་དེ་ང་རང་ནས་ཡ་གཅིག་གི་ལུས་ངག་གི་ཐོག་ནས་ཁ་མ་ཉིན་ཁ་གཡོག་བྱེད་མཁན་ཅིག་ཡོད་ན་ད་དེ་ཤི་འགྲོ་བ་ཤོག་ད་དེ་ཤི་འགྲོ་བ་ཤོག་དེ་ནས་མ་ཡེ་མ་ཡེ་ལྷ་ཆེན་པོ་མ་ཡེ་མ་ཡེ་པཱ་ལ་ཆེན་པོ་སེམས་དཔའ་ལིང་ཁ་ཤས་ཅིག་ཡ་བཞག་མ་གཏོར་ཁ་ཤས་ཅིག་ཡ་བཞག་དེ་ང་རང་གི་ནས་ཟ་ལོ་གི་མ་རེད་ཡིན་ན་བེར་ནག་ཅན་གྱིས་བཞེས་ཀྱི་རེད་བསམ་བསྡད་ཀྱི་འདུག་བ། ཨོ་དེ་རེད་རྩམ་པ་ཡག་རིང་ཡག་ཚེ་ང་རང་བག་ཟ་ཚར་རེད་མ་ཨར་ཡག་རིང་ཡག་ཚེ་སོ་སོའི་ཟས་ཚར་རེད་ད་ཨར་དྲི་མ་ཡོད་པ། རུའི་སྡེ་པ་ཨ་འབུ་རྒྱབ་ལྡེ་ངན་དེ་ཨེ་ནས་གཏོར་མ་ར་ཞིག་བཅག་དེ་ལ་ཡུལ་འདྲ་བོ་སྟེ་ཞེས་བཤད་ཨོ་དེ་རེད་བཤད་ད་དེ་ཚོ་ཨོ་ཀུན་བཟང་བླ་མའི་ཞབས་ལོང་ལམ་ལོང་ཡག་གསལ་བོ་ཡག་རེད་ཧ་ཅང་གི་གསལ་བོ་ཡག་རེད་ལམ་རིམ་སྤྱི་དང་གི་རྗེས་ཀྱི་ལམ་རིམ་དེ་ཚོ་ནང་ལོག་ལ་ཡག་ཧ་ཅང་གི་བྱིན་རླབས་ཆེ་བ། དེ་ནི་ཆོས་ཆེ་བ་ནུས་པ་ཆེ་བ་མང་པོ་ཡོད་རེད། རྗེས་ཀྱི་ལམ་རིམ་དེ་ཚོ་ནང་ལ་ཡོད། དེ་ནི་ལྷག་པར་དུ་དང་ཀུན་བཟང་ལ་མེ་ཆ་ལོང་དང་དྭགས་པོ་མཐར་ཕྱིན་དེ་ཚོ་ནང་ལ་གསལ་པོ་འདུག་བ་ལམ་རིམ་གྱི་དེ་ཚོ། འོ། མདོར་ན། ད་སྡོམ་རྒྱག་ཡོང་ན་འདི། མདོར་ན། ཨིན་ཇིའི་སྐད་དུ་མ་གསུངས་ན Conclusion། ད་དེ་ག་རེ་ཟེར་ན་སྡོམ་ན། ད་ང་ཚོས་ཉམས་ལེན་དེ་བྱེད་དགོས་ཀྱི་འདུག། ཉམས་ལེན་དེ་ག་འདྲ་ཞིག་བྱེད་དགོས་ཀྱི་འདུག་ཟེར་ན་དཔེ་ཆ་ནང་ལ་གསུངས་པ་ལྟ་བུས་ང་ཚོའི་ཉམས་ལེན་དེ་སེམས་རྒྱུད་ལ་ཡར་ཚུར་རྒྱག་དགོས་ཀྱི་འདུག། ཁ་ནས་གཅིག་རེད་གཉིས་རེད་ཟེར་ནས་མང་པོ་བཤད་བསྡད་པ་དེ་དུས་ཚོད་འཕྲོ་ལ་རེད་ཤག་རང་ཡང་དུས་ཚོད་འཕྲོ་ལ་རེད་མི་ཡང་མགོ་སྐོར་བཏང་བྱས་ནས་དུས་ཚོད་འཕྲོ་ལ་བཏང་གི་འདུག་མདོར་ན་ཁ་ཆེ་གཉིས་མེད་ཀྱི་ཐོག་ནས་དགེ་སྦྱོར་རྣམ་དག་ཞིག་བྱེད་དགོས་ཀྱི་འདུག་དེ་བྱས་ལ་ད་ནི་དཔེ་ཆ་དེ་ཚོའི་ནང་ལ་ལྷག་པར་དུ་ལམ་རིམ་དང་དག་དེ་ཚོའི་ནང་ལ་མན་ངག་དེ་ཚོའི་ནང་ལ་གསུང་བྱ་བའི་སྐྱབས་འགྲོ་བྱེད་སྟངས་བྱང་ཆུབ་ཀྱི་སེམས་བསྒོམ་སྟངས་ལྟ་སྒོམ་སྤྱོད་པ་ལ་བསླབ་ཚུལ་ཉི་མ་རེ་རེ་བཞིན་དུ་བསམ་བློའི་འདུ་ཤེས་གང་རེ་ཟད་བསྐྱེད་དགོས་ཀྱི་ཡོད་པ་ལང་ལེན་དེ་ཚོ་མདོར་ན་ལུས་ཀྱི་མགུལ་ཆོད་ངག་གི་རྣ་ཆོད་བསམ་བློ་བཏང་སྟངས་ཚུན་ཆོད་དེ་ལ་ཡང་ཆོས་དང་མཐུན་པ་ཅིག་གི་གོམ་པ་ཅིག་སྤོ་དགོས་ཀྱི་འདུག་ཆོས་དང་མཐུན་པའི་ཞེན་བ་ཡི་གོམ་པ་ཅིག་སྤོ་མ་ཐུབ་ན་ད་ལྟ་བར་དུ་ལ་ཡང་བླ་མ་བསྟེན་ཡིན་ཉམས་ལེན་བྱེད་ཟེར་བ་དེ་འཕྲོ་བརླག་རེད་ཤག་ས་སྙིང་མགོ་དེ་སྙིང་མགོ་ལ་སླེབས་པའི་སྐབས་སུ་ཕྱི་དྲ་བ་རེད་དེ་རེད་བ། ཕྱི་དྲ་བ་ད་སུ་ཡིན་ན་ཡང་ཤི་བ་ལ་སྐྲག་གི་འདུག་བ། ཤི་བ་ང་ཡང་སྐྲག་གི་ཡོད་དེ་ལྟར་རེ་བ་ཚང་མ་སྐྲག་བསྡད་ཀྱི་ཡོད་རེད་ཤི་བ་ལ་སྐྲག་གི་ཡོད་རེད་མ་ཤི་བའི་དོན་དག་ལ་ཡང་རིམ་གྲོ་འགྲོ་གི་ཡོད་རེད་སོ་ཁ་འདོན་གི་ཡོད་རེད་ད། བར་ཆད་འདོགས་ཡ་ཆེད་དུ་ལ་ཡང་རིམ་གྲོ་གང་ཐུབ་ཐུབ་བྱེད་ཀྱི་ཡོད་རེད་བ་ཡིན་ན་ཡང་ད་དངོས་སུ་སླེབས་ཡོང་པའི་སྐབས་སུ་ད་ལྟ་རང་གི་ཆོས་ཞིག་སྒྲུབ་ཡོད་ན་དེའི་ཕན་གི་རེད་མ་གཏོགས་སུ་ཡིས་སྐྱོབ་གི་མ་རེད་སུས་ཀྱང་གོན་གི་མ་རེད་རང་གིས་རང་སྐྱོབ་དགོས་བ་རེད་འདུག་ག། འོང་དེ་རེད་དེ་འདྲ་ཡིན་དུས་ད་འདི་འབྲི་གུ་ཆོག་འདོད་ན་དེ་ནས་སྐྱབས་འགྲོ་གི་སེམས་དེ་མ་བྱེད་པ་བྱེད་ནས་དུས་ད་ནས་བཟུང་སྟེ་བྱང་ཆུབ་སྙིང་པོ་ལ་ཕྱིས་ཀྱི་བར་དུ་སྐྱབས་སུ་མཆི་དགོས་ཀྱི་འདུག་དེ་སྐྱབས་སུ་མཆི་བ་ཡིན་ན་དེ་ལ་བརྟེན་ནས་ད་ནི་རིན་ཆེན་བྱང་ཆུབ་ཀྱི་སེམས་ཡང་སྐྱེ་ཐུབ་ཀྱི་རེད་དེ་ལ་བརྟེན་ནས་ལམ་གོང་མའི་ཡོན་ཏན་ཐམས་ཅད་སྐྱེ་ཐུབ་ཀྱི་རེད་ཟེར་ནས་ད་འདི་ན་ལ་ཡ་སློབ་དཔོན་པད་མའི་ཞག་གིས་ལུང་དྲངས་བྱས་ནས་སློབ་དཔོན་ལ་ཡ་ཇོ་མོས་ཀྱི་ཡ་ཞུས་དེ་ནས་འདི་ནས་མ་གསུངས་ཉམས་ལེན་བྱེད་སྟངས་རིམ་པ་དེ་ཚོ་ཚང་མ་དེ་འདི་ན་ལ་གསུངས་འདུག་བ། ཞུ་ལན་ཟེར་རེད་འདི་ཆགས་དཔེ་ཆ་ཁོ་རང་ལ་ཡ་ཞུ་ལན་ཟེར་གི་ཡོད་རེད་འདི་ཞུ་ལན་འདི་གཙོ་བོ་ཡོ་ག་གསུམ་གྱི་འདི་བླ་མ་ཉང་གི་དམར་ཁྲིད་ནང་ལ་ཡོད་རེད། ཡོང་བ་ཐུབ་ཟེར་ད་མང་པོ་ཤོད་ཁག་མེད་ད་གལ་ཏེ་ལྡོག་ཏུ་དེ་ག་རང་ཡིན།